རྣམ་པ་ལས་འགལ་ཀུན་ཁམས་སམ་འཇིག་རྟེན་མིག་འབྱེད་སྒྲ་སྙན་བརྒྱུད་ལམ་དེའི་ཐོག་ནས་བྱ་ཚིག་གི་རྣམ་གཞག་ལག་ལེན་བཅུ་དུས་ཆེན་མོའི་འཆད་ཁྲིད་གསན་གཟིགས་གནང་མཁན་ཡོངས་ལ་དགའ་བསུ་ཞུ་བ་དང་འབྲེལ་དེ་རིང་གི་འཆད་ཁྲིད་རིམ་པ་འོ་རྫུན་ཞུ་ཡ་ཡིན། དེ་རིང་གི་འཆད་ཁྲིད་རིམ་པ་དེ་ལ། བྱེད་སྒྲའི་ལས་ཚིག་དང་བྱེད་མའི་ལས་ཚིག་གི་ཟབ་བཅད་བཅུ་གཅིག་ཡོད་པའི་ནང་ནས་ཟབ་བཅད་བརྒྱད་པ། བྱེད་སྒྲའི་ལས་ཚིག་དང་བྱེད་མའི་ལས་ཚིག་གི་ཁྱད་པར་ཞུས་པ་ལྟ་དེ་ཞུ་ཡ་ཡིན། ད་ལེ་ཚན་སྔ་མ་རྣམས་སུ་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གི་སྒྲ་བཤད་དང། དེ་ག་ནང་བཞིན་ངོ་བོ་དང་དེ་ག་ནང་བཞིན་ངོ་བོ་ཁོ་རང་གི་ཁུངས་ལུང་ལ་སོགས་པ། དབྱེ་བ་ལ་སོགས་པ་ད་ཞིབ་ཅིང་ཕྲ་བ་ནས་ཞུས་ཟིན་པ། ད་དེ་ལ་བརྟེན་ནས་ཀྱང་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གཉིས་ཀྱི་ཁྱད་པར་དེ། དབང་པོ་གང་ལ་གང་འཚམ། རྣོན་པོ་ཡིན་པ་ཡིན་ན་རྟོགས་ཐུབ་ཀྱི་ཡོད་རེད། ཡིན་ན་ཡང་ད་ལྟ་སྐབས་སུ་བབས་པ་གསར་བརྗེའི་བརྒྱུད་པ་དེ་ལ་བྱེད་འབྲེལ་དང་བྱེད་མེད་ཀྱི་ཁྱད་པར་ཟེར་འདི་ཡང་དམིགས་བསལ་ལོགས་སུ་བཀར་ནས་ད་ད་ལྟ་སྐབས་སུ་བབས་པ་བཤད་སྟངས་དེ་ག་རེད་ཟེར་ན་བྱེད་འབྲེལ་དང་བྱེད་མེད་ལས་ཚིག་གཉིས་ལ་ཁྱད་པར་གྱི་ལྡོག་ཆ་ནས་གཅིག་བཤད་བཞག་དུས་ཡང་བྱེད་འབྲེལ་ལས་ཚིག་དང་བྱེད་མེད་ལས་ཚིག་གི་གོ་བ་དེ་ཡག་པོ་ཕུན་སུམ་ཚོགས་པ་དཔྱིས་ཕྱིན་པ་ཅིག་ཡོང་བ་ལ་ཕན་ཐོགས་ཆེན་པོ་ཡོད། ཁ་སང་གོང་དུ་ཞུས་པ་དེ་ཚོ་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གི་ཡང་གྲགས་ཤེས་ཀྱི་དོགས་ཆ་ནས་ཞུས། ངོ་བོ་གྱི་དོགས་ཆ་ནས་ཞུས། དེ་འདྲའི་དབྱེ་བ་གྱི་དོགས་ཆ་ནས་ཞུས་དེ་འདྲའི་ཞུ་ཡིན་དུས་ཁོ་རང་ཞུ་སྟངས་ཁ་ཁ་འབྱེར་བ་ད་ད་ལྟ་ཞུ་སྟངས་འདི་ཁོ་གཉིས་གཙོ་བོ་གོ་དོན་དང་ངོ་བོ་གྱི་དོགས་ཆ་དེ་འདྲ་མ་ཡིན་པ་བཅས་དབྱེ་བ་གྱི་དོགས་ཆ་དེ་འདྲ་མ་ཡིན་པ་བཅས་ཁྱད་པར་རང་གིས་ཁོ་གཉིས་ལ་ཁྱད་པར། ཁྱད་པར་ག་འདྲ་བྱོས་རེད་ཟེར་ན་རྟོག་སྒྲིག་ནས་ཞུ་བཞག་དུས་ཡང་ད་ལྟ། གོ་བ། གོང་ནས་གོང་དུ་ཕེལ་ཡ་ལ་ཁྱད་པར་ཆེན་པོ་ཡོང་གི་རེད། བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་ལ་ཐེ་ཚོམ་དང་དོགས་པ་ཡོད་ན་ཡང་དེ་ལྟ་བུའི་ཁྱེད་རྣམ་པའི་ཐེ་ཚོམ་དང་དོགས་པ་དེའང་ཕ་སེལ་འགྲོ་ཡག་གི། གོ་བ་རྒྱུ་མཚན་ཆེན་པོ་ཡོད་དགོས་ཡོད་རེད། དེ་འབའ་སོང་ཙང་ད་དང་པོ་དེ་ལ། བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གི་ཁྱད་པར་དེ་ལ་ད་འདུས་བྱ་དུས་བྱེད་འབྲེལ་བྱེད་མིན་གྱི་ཁྱད་པར། ད་དེ་ཤེས་ཡོང་དུས་གོ་བ་རང་ཉིད་ཀྱིས་ད་ལྟ། བྱ་ཚིག་གི་རྣམ་བཞག་ལག་ལེན་བཅུ་དུས་ཆེན་མོ་དེའི་ནང་ལ། ཚིག་གི་ཁྱད་པར་དང་གཅིག་དོན་གྱི་ཁྱད་པར་དང་གཉིས་མཐའ་ཆོད་པའི་ཁྱད་པར་དང་གསུམ་ཟེར་ནས་ཁྱད་པར་རྣམ་པ་གསུམ་ཞུས་ཡོད་རིམ་པ་བཞིན་དུ། ད་དང་པོ་དེ་ལ་ཚིག་གི་ཁྱད་པར། ད་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་ཟེར་ཡོང་དུས་ཁོ་རང་རང་གིས་ཚིག་གི་ཁྱད་པར་ཟེར་དུས་ཚིག་གི་ངོ་རིས་ཀྱི་ཐོག་ནས་བྱེད་འབྲེལ་བྱེད་མེད་ཀྱི་ཁྱད་པར། ཚིག་གི་ངོ་རིས་ཟེར་ན་ཚིག་ཁོ་རང་རང་ལ་བལྟ་ནས་བྱས་བྲལ། ལས་ཚིག་ཟེར། དེ་ཡང་ན་ཞེས་བྱས་མེད་ལས་ཚིག་ཟེར། ཚིག་ཁོ་རང་གི་ངོ་རིས་དེ་ག་འདྲའི་འདྲ་བོ་ཞིག་འདུག་དེ་ལ་གནད་དུ་བསྣུན་ནས་དེའི་ཐོག་ནས་ཚིག་གི་སྒོ་ནས་ཁྱད་པར་ག་འདྲ་བྱེད་རེད་ཟེར་དང་པོ་དེ་ཚིག་གི་ངོ་རིས་ཀྱི་ཐོག་ནས་བྱས་བྲལ་བྱས་མེད་ཀྱི་ཁྱད་པར་ཟེར་འོ་དེ་འདྲ་ཡོད། ཨ་ཚིག་གི་ཁྱད་པར་དེ་ལ་ཡང་ཚིག་གི་ཁྱད་པར་དེ་བརྗོད་སྟངས་བརྗོད་ལུགས་མི་འདྲ་བ་རྣམ་པ་བཞི་གི་ཐོག་ནས་ཚིག་གི་ཁྱད་པར་དང་པོ་ཚིག་གི་ཁྱད་པར་གཉིས་པ་ཚིག་གི་ཁྱད་པར་གསུམ་པ་ཚིག་གི་ཁྱད་པར་བཞི་པ་ཟེར་ནས། ད་དེ་འདྲ་བྲིས་བཞག་ཡོད། ད་དེ་འདྲ་བྲིས་ན་ཡང་གཙང་མ་བྱ་ཡག་དང་གསལ་པོ་བྱ་ཡག་གི་དགེ་མཚན་ཡོད་དགོས། ད་སྤྱི་བཏང་འདི་ནི་མ་བྲིས་བཞག་རྒྱུ་དེ་ཆ་ཚང་ཡང་ཁ་སང་གོང་དུ་ཁྱེད་རྣམ་པ་གིས་གསན་གཟིགས་གནང་ཟིན་པ་ཐོས་བསམ་གནང་ཟིན་པ་ཤ་སྟག་ཆགས་འདུག་དེ་ཡིན་པ་སོང་ཙང་ད་གཙང་མ་གཙང་རྐྱང་གྱི་གསལ་པོ་གསལ་རྐྱང་གྱི་ཆགས་དགོས་ཀྱི་ཡོད། ད་དེ་དུས། ད་དང་པོ་དེ་ལ་བྱེད་འབྲེལ་ལས་ཚིག་དང་བྱེད་མེད་ལས་ཚིག་གི་ཁྱད་པར་དེ་ད་དང་པོ་ཚིག་གི་ཁྱད་པར་དེ་ནི་གཉིས་པ་དོན་གྱི་ཁྱད་པར་གསུམ་པ་ཐ་ཤོད་པའི་ཁྱད་པར་གསུམ་མ་བཤད་པའི་སྔོན་དུ་འདིའི་གོང་དེ་ལ་དཔེར་བརྗོད་ཁ་ཤས་ཤིག་བྲིས་བཞག་ཡོད་བྱེད་འབྲེལ་ལས་ཚིག་གི་དཔེར་བརྗོད་དང་བྱེད་མེད་ལས་ཚིག་དཔེར་བརྗོད་ད་དཔེར་བརྗོད་ཁ་ཤས་ཅིག་གཞི་བཟུང་ས་རྐང་པ་བཙུགས་ས་ལག་པ་འཇུ་ས་གི་མིག་བལྟ་ས་གི་དཔེར་བརྗོད་ཁ་ཤས་ཅིག་ཡོད་ན་ཡང་ཁྱད་པར་དེ་གི་ཐོག་ཁྱད་པར་དེ་མ་གཞི་བཟུང་ས་ཅིག་ཡོད་ཡོད། གཞི་བཟུང་ས་ཅིག་ནི་ཡོད་པ་ཡིན་ན་དེ་ནི་ཡང་གསར་བོ་ཅིག་ཆགས་ཡ་ཁྱད་པར་ཡོད་རེད་བ། དེའི་མ་སོང་ཙང་དང་པོ་དེ་ལ་དཔེར་བརྗོད་དེ་ག་རེ་ཟེར། འགྲོ་ལམ་བཀག་འདུག་འགྲོ་ལམ་འགག་འདུག་རེད་བ། ཨ་ནི་ལས་དོན་ཆ་ཚང་བསྒྲུབས་ཡོད་ལས་དོན་ཆ་ཚང་གྲུབ་ཡོད། ཉལ་ཁྲི་ཡི་སྟེང་ཉལ་ཁྲི་གི་སྟེང་ཕྲུ་གུ་བསྙལ་ཡོད་ཉལ་ཁྲི་ཡི་སྟེང་ཕྲུ་གུ་ཉལ་ཡོད་ད་དེའི་བོད་བརྗོད་བརྗོད་པ་ཆ་ཚང་བ་ཅིག་ཆེ་ཨ་དེ་མ་ཡིན་པ་བ་གིས་བསྣུབས་བསྣུབས་བསུབས་བསུབས། རྒྱུར། འགྱུར། བཅས་ཕྱེ། ཟེར་ནས། ད་བྱེད་སྒྲའི་ལས་ཚིག་དང་བྱེད་མའི་ལས་ཚིག་དཔེར་བརྗོད་ལྟོ་སྦྱར་ནས་ཞུ་བྱ་ཡོད། ད་བྱེད་རྣམ་པ་གི་དང་པོ། ཚིག་གི་ཁྱད་པར་དང་དོན་གྱི་ཁྱད་པར་དང་མཐའ་དཔྱོད་པའི་ཁྱད་པར་གསུམ་པོ་དེ་མ་ཞུས་པའི་སྔོན་ལ། དཔེར་བརྗོད་དེ་གཅིག་པོ་ལ་བལྟ་ནས་ལས་དོན་ཆ་ཚང། འགྲུབ་ཡོད་ཟེར་བ་དང་ལས་དོན་ཆ་ཚང་གྲུབ་ཡོད་ཟེར། དེ་གཉིས་ལ་ནི་གོ་བ་སོ་སོ་རང་ཉིད་ལ་གོ་བ། སླེབས་སྟངས་ལ་ཁྱད་པར་ག་འདྲེ་འདུག་མི་འདུག་འདི་གཉིས་ཀྱི་དོན་དག་སྟོན་སྟངས་ལ་འདི་བྱ་ཚིག་གཉིས་ཏེ་འདི་སྒྲུབ་ཟས་འདི་བྱ་ཚིག་རེད་འདི་གྲུབ་ཟས་འདི་བྱ་ཚིག་རེད་བ་འདི་བྱ་ཚིག་གཉིས་པོ་འདི་གི་དོན་དག་སྟོན་སྟངས་ལ་ཁྱད་པར་ག་འདྲེ་འདུག་མི་འདུག་འདི་སོ་སོ་རང་ཉིད་ཀྱི་དང་པོ་སྔོན་འགྲོ་གི་ཚུལ་དུ་བསམ་བློ་བཏང་དགོས་འོད་ད་ག་ན་བྱེད་འགྲོ་ལམ་བཀག་འདུག་ཟེར་དུས་དོན་དག་ག་འདྲེ་ཞིག་ཤར་གྱི་འདུག་འགྲོ་ལམ་འགག་འདུག་ཟེར་དུས་དོན་དག་ག་འདྲས་ཞིག་ཤར་གྱི་འདུག་དེ་ག་ན་བྱས་ཉལ་ཁྲིའི་སྟེང་དུ་ཕྲུ་གུ་དམྱལ་ཡོད་ཟེར་བ་དེ་དང་ཉལ་ཁྲིའི་སྟེང་དུ་ཕྲུ་གུ་དམྱལ་ཡོད་ཟེར་ནས་ད་དེ་དམྱལ་དང་ཉལ་གཉིས་པོ་དེ་བྱ་ཚིག་ཆགས་སྡོད་ར་ད་ལྟ་སྐབས་སུ་བབས་པ་ང་རང་ཚོ་བྱ་ཚིག་ལ་གནད་དུ་བསྣུན་ཡ་ཡིན་འདུག་ཙང་ནས་བྱ་ཚིག་དེ་གི་གོ་བ་ག་འདྲས་ཅིག་སྟེར་གྱི་འདུག་འོ་དེ་འདྲས་ཞིག་སོ་སོ་གི་བསམ་བློ་བཏང་སོང་ཡིན་ན་གང་ལ་གང་འཚམ་སྔོན་འགྲོ་གི་རྩལ་སྦྱོང་བྱ་འགྲོ་ར་ད་དེའི་རྗེས་སུ་ད་དངོས་གཞི་དང་པོ་ཚིག་གི་ཁྱད་པར་གྱི་ཐོག་ནས་ཞུས་ན། ཚིག་གི་ཁྱད་པར་དང་པོ་དེ་ག་རེ་ཟེར་ན། བྱ་བ་གང་ཞིག་བྱེད་པ་པོ་དང་འབྲེལ་བ་དེ་ལ་ག་རེ་ལབ་དགོས་རེད་ཟེར་ན། བྱེད་འབྲེལ་ཟེར་གྱི་ཡོད། བྱེད་འབྲེལ་གྱི་བྱ་བ་ཟེར་གྱི་ཡོད། དེ་སྟོན་བྱེད་དེ་ལ་བྱེད་འབྲེལ་ལས་ཚིག་ཟེར་གྱི་ཡོད། བྱ་བ་གང་ཞིག་བྱེད་པ་པོ་དང་མ་འབྲེལ་བ་དེ་ལ་བྱེད་མེད་ཀྱི་བྱ་བ་ཟེར་གྱི་ཡོད། དེ་སྟོན་བྱེད་དེ་ལ་བྱེད་མེད་ལས་ཚིག་ཟེར་གྱི་ཡོད་ཟེར། ད་ཚིག་གི་ཁྱད་པར་དང་པོར་ད་དེ་ལ་ག་རེ་བྱེད། ཚིག་གི་ཁྱད་པར་ཟེར་དུས་ཚིག་ཁོ་རང་རང་ལ་བསྣུན་ནས། བྱེད་འབྲེལ་ཟེར་ཡ་དེ་དང། བྱེད། མ་འབྲེལ་ཟེར་ནས་བྱེད་མེད་ཟེར་བ། དེ་འདི་ཚིག་ཁོ་རང་རང་ལ་འབྲུ་སྣོན་ནས་ད་ཁྱད་པར་བཤད་པར་ཚིག་གི་ཁྱད་པར་རེད་མ་གཏོགས་དེ་དོན་གྱི་ཁྱད་པར་མ་རེད་མཐའ་ཆོད་པའི་ཁྱད་པར་མ་རེད་དེ་འདི་བྱེད་པ་པོ་དང་འབྲེལ་བ་དང་བྱེད་པ་པོ་དང་མ་འབྲེལ་བ་བྱ་བ་གང་ཞིག་བྱེད་པ་པོ་དང་འབྲེལ་བ་ཡིན་ན་བྱེད་འབྲེལ་ཆགས་འདི་ཡོད་རེད། བྱ་བ་གང་ཞིག་བྱེད་པ་པོ་དང་མ་འབྲེལ་བ་ཆགས་ན་བྱེད་མེད་ཆགས་འདི་ཡོད་རེད་ཟེར་ནས་ད་དེའི་ཐོག་ནས་ཚིག་གི་ཁྱད་པར་རོ་དཔེར་ན་འགྲོ་ལམ་བཀག་འདུག་ཟེར་བ་དང་འགྲོ་ལམ་འགག་འདུག་ཟེར་གཉིས་ནས་ད་དེ་ལ་བྱ་ཚིག། འདི་བཀག་ཟེར་བ་དེ་དང་འདི་འགག་ཟེར་བ་གཉིས་པོ་དེ་བྱ་ཚིག་རེད་བ་གཉིས་ཀ་བྱ་ཚིག་རེད་བ་ད་བྱ་ཚིག་ཡིན་དུས་ད་འདི་བྱེད་འབྲེལ་གྱི་བྱ་ཚིག་རེད་འདུག་གམ་བྱེད་མེད་ཀྱི་བྱ་ཚིག་རེད་འདུག་ད་འདི་བྱེད་འབྲེལ་རེད་འདུག་ད་བྱེད་མེད་རེད་འདུག་བརྟག་དགོས་ར་བྱེད་འབྲེལ་བྱེད་མེད་ཀྱི་ཁྱད་པར་གྱི་ཐོག་ནས་འདི་བཀག་ཟེར་བ་དེ་བྱེད་འབྲེལ་དང་བྱེད་མེད་ག་རེ་རེད་འདུག་འགག་ཟེར་བ་དེ་བྱེད་འབྲེལ་དང་བྱེད་མེད་ག་རེ་འདུག་ཟེར་ད་འདི་ཡི་ཁྱད་པར་གྱི་ཐོག་ནས་དཔེར་ན་དང་པོ་ཚིག་ཙམ་གྱི་ཁྱད་པར་གྱི་ཐོག་ནས་ཞུས་ན

དེ་ཡིན་པ་སོང་ཙང་འདི་བཀག་དེ་ག་རེ་ཡིན་ཟེར་ན་བྱེད་འབྲེལ་ཡིན། བྱེད་འབྲེལ་གྱི་ལས་ཚིག་ཡིན། ཨཱ་ནི། འགྲོ་ལམ་འགག་འདུག་ཟེར་དུས་འདི་འགག་དེ་གི་བསྟན་བྱ་བརྒྱུད་པའི་བྱ་བ་དེ་ག་རེ་ཆགས་བསྡད་ཡོད་ཟེར་ན་བྱེད་པ་པོ་དང་མ་འབྲེལ་བ་ཆགས་བསྡད། དེ་ཡིན་པ་སོང་ཙང་འདི་འགག་དེ་ག་རེ་ཟེར་ན་བྱེད་མེད་ཡིན། བྱེད་མེད་ཀྱི་ལས་ཚིག་ཡིན། བྱེད་མེད་ལས་ཚིག་ཡིན། འོ་འདུག་བྱས་ནས་མཁས་པར་འཆད་དགོས། དེ་ཡིན་དུས་ད་ང་རང་ཚོའི་འགྲོ་ལམ་བཀག་འདུག་ཟེར་ལབ་ཡིན་དུས། འདི་བཀག་ཞེས་པའི་བྱ་ཚིག་དེ་ལ་བརྟེན་ནས་ལམ་སང་གོ་རང་ཨ་ནེ་འདི། བསྟན་བྱ་གྱུར་པའི་བྱ་བ་དེ་བྱེད་པ་པོ་དང་འབྲེལ་བ་ཡིན་པ། བྱེད་པ་པོ་དང་འབྲེལ་བ་ཡིན་པ་ཅིག་ལམ་སང་བློ་ངོ་ལ་ཤར་ཡོང་གི་འདུག་བ་བྱེད་པ་པོ་དང་འབྲེལ་བ་ཞིག་བསྟན་གྱི་འདུག་བ་བཀག་ཟེར་བ་དེ་གི་བྱེད་པ་པོ་དང་འབྲེལ་བ་བསྟན་གྱི་རེད། ཨ་ནེ་འགག་ཟེར་བ་དེ་གི་བྱེད་པ་པོ་དང་མ་འབྲེལ་བ་བསྟན་གྱི་རེད་དེ། འགྲོ་ལམ་འགག་ཏུ་ཟེར་དུས་བྱེད་པ་པོ་དང་མ་འབྲེལ་བ་དེང་གི་དུ་བ། ཨ་ནི་འགྲོ་ལམ་བཀག་ཏུ་ཟེར་དུས་བྱེད་པ་པོ་དང་འབྲེལ་བ་དེང་གི་དུ་བ་དེ་ཡིན་པ་སོང་ཙང་བྱེད་པ་པོ་དང་འབྲེལ་མ་འབྲེལ་གྱི་ཁྱད་པར། དང་པོ་དེ་ལ་ཚིག་གི་ཁྱད་པར་དང་པོ་དེ་ཞུས་ན་བྱེད་འབྲེལ་བྱེད་མིན་གཉིས་ཀྱི་ཁྱད་པར་ག་རེ་ཡོད་རེད་ཟེར་ན་བྱེད་པ་པོ་དང་འབྲེལ་མ་འབྲེལ་གྱི་ཁྱད་པར་ཡོད་བྱེད་པ་པོ་དང་འབྲེལ་བ་དེ་བྱེད་འབྲེལ་དང་བྱེད་པ་པོ་དང་མ་འབྲེལ་བ་དེ་བྱེད་མིན་ཡིན།

བཀག་པ་དེ་ནི་བྱེད་འབྲེལ་རེད་འདུག་དང་བྱེད་མིན་རེད་འདུག་ག་འདྲས་བཏགས་དགོས་རེད་ཟེར་ན་དེའི་བསྟན་བྱ་བརྒྱུད་པའི་བྱ་བ་དེ་བྱེད་པ་པོ་ཡོད་པ་རེད་འདུག་གམ་བྱེད་པ་པོ་མེད་པ་རེད་འདུག་དེ་བཏགས་དགོས་རེད་གསུངས། ད་དེ་བཀག་ཟེར་བའི་བྱ་བ་བྱ་བ་དེ་བཀག་ཞེས་པའི་བྱ་ཚིག་དེ་གི་བསྟན་བྱ་བརྒྱུད་པའི་བྱ་བ་བཀག་པ་ཅིག་ཡོད་ར་བྱ་བ་བཀག་པ་དེ་བྱ་བ་བཀག་པ་དེ་ག་རེ་ཆགས་འདོད་ཀྱི་འདུག་ཕ་འགྲོ་ལམ་བཀག་འདུག་ལ་བ་དང་བྱེད་པ་པོ་ཡོད་པ་ཆགས་འདུག་བ།

དགག་ཏུ་བསལ་བའི་དགག་དེ་བྱེ་སྨྲས་ཡིན། དེའི་འདོད་ཚིག་གི་ཁྱད་པར་གཉིས་པ་དེ་གར་ཟེར་ན་བྱ་བ་གང་ཞིག་བྱེད་པ་པོ་ཡོད་མེད་ཀྱི་ཁྱད་པར་ཡོད། བྱེད་པ་པོ་ཡོད་པ་དེ་བྱེད་འབྲེལ་ཡིན་བྱེད་པ་པོ་མེད་པ་དེ་བྱེ་སྨྲས་ཡིན། ད་དེའི་ཚིག་གི་ཁྱད་པར་དེ་འོག་ཏུ་བྱིན། ད་ཁ་སང་གོང་དུ་ངོ་བོ་དང་ཚིག་གཉིས་སྐབས་སོ་ཡང་མང་པོ་ཞུས་ཚར་བ་ད་དེའི་ད་ལྟ་སྡོམ་བརྒྱབ་ནས་ཞུ་གི། ད་ཚིག་གི་ཁྱད་པར་གསུམ་པ་དེ་ག་རེ་ཟེར་ན། ད་འདི་ཚོ་ཚང་མ་དོན་དག་གཅིག་པར་གདའ། ཚིག་ཁ་ཁ་ཁ་ཁ་གི་ཐོག་ནས་ཁ་ཚང་གོ་དོན་སྐབས་སུ་ཞུས་པ་དང་སྒྲ་བཤད་སྐབས་སུ་ཞུས་པ་དང་གཅིག་པ་རེད། འདི་འདི་ཡང་གོང་གི་མ་བསྟན་པ་འོག་གི་བསྟན་ཡག་དང་འོག་གི་མ་བསྟན་པ་འོག་མའི་འོག་མ་གི་བསྟན་པ་གང་ཡང་ཡོད་མ་རེད། ད་ཚིག་གི་ཁྱད་པར་གསུམ་པ་དེ་དགར་སོང་ན། བྱ་བ་གང་ཞིག་བྱེད་པ་པོ་ལ་བསྟན་པ་དེ་བྱེད་འབྲེལ་ཡིན། བྱ་བ་གང་ཞིག་བྱེད་པ་པོ་ལ་མ་བསྟན་པ་དེ་བྱེད་མེད་ཡིན། འདི་འདི། ད། བྱ་བ་དེ་བྱེད་འབྲེལ་རེད་འདུག་གམ། བྱ་བ་དེ་བྱེད་མེད་རེད་འདུག་བྱེད་འབྲེལ་གྱི་བྱ་བ་རེད་འདུག་གམ་བྱེད་མེད་ཀྱི་བྱ་བ་རེད་འདུག་ཟེར་ཏེ་ག་བ་བལྟ་དགོས་རེད་ཟེར་ན། བྱེད་པ་པོ་ལ་བརྟེན་མ་བརྟེན་ལ་བལྟ་དགོས་རེད། དེ་དུ་བ། བྱེད་པ་པོ་ལ་བརྟེན་པ་ཡིན་ན་ནི་དེ་བྱ་བ་དེ་ལ་བྱེད་འབྲེལ་གྱི་བྱ་བ་ལགས་དགོས་རེད། བྱེད་པ་པོ་ལ་མ་བརྟེན་པ་རེད་འདུག་ན་ནི་དེ་བྱ་བ་དེ་ལ་བྱེད་མེད་ཀྱི་བྱ་བ་ཟེར་དགོས་རེད། དཔེར་ན་ལས་དོན་ཆ་ཚང་འགྲུབ། ཡོད་ཟེར་བ་དང་ལས་དོན་ཆ་ཚང་གྲུབ་ཡོད་ཟེར་ནས་ད་དེ་གཉིས། བྱ་ཚིག་གཉིས་བསྡུ་བ་དེ་ལ། གྲུབ། བསྒྲུབ་ཟེར་བའི་བྱ་ཚིག་ཅིག་དང་གྲུབ་ཟེར་བའི་བྱ་ཚིག་གཉིས་བསྡུ་བ། འདི་བྱ་ཚིག་གཉིས་པོ་དེ། ད་དེ། བྱ་ཚིག་གཉིས་པོ་དེ་བྱེད་འབྲེལ་རེད། འདི་དཔེར་ན་དང་པོ་དེ་ཡིན་ན། ལས་དོན་ཆ་ཚང་འགྲུབ་ཡོད་ཟེར་གི། འདི་བྱ་ཚིག་དེ། བྱེད་འབྲེལ་རེད་འདུག་གམ་བྱེད་མེད་རེད་འདུག་ག་འདྲི་བལྟ་དགོས་ཟེར་ན་ད་དེ་གཉིས་ཁྱད་པར་གྱི་ཐོག་ནས་ཤན་ཕྱེད་དགོས་རེད་བ། དེ་ག་ནང་བཞིན་གྲུབ་ཟེར་བ་དེ་བྱེད་འབྲེལ་རེད་དམ་བྱེད་མེད་རེད་དུ་ཟེར་དུས། འདི་གཉིས་ཀྱི་ཁྱད་པར་གྱི་ཐོག་ནས་བཤད་དགོས་རེད་བ། འདིའི་མདོའི་རྟགས་དེ་ལྟ་བུ་གི་སྒྲུབ་ཟེར་བའི་བྱ་ཚིག་དེ་གི་བསྟན་བྱ་གྱུར་པའི་བྱ་བ་དེ་བྱེད་པ་པོ་ལ་བསྟན་པ་ཅིག་རེད་འདུག་ན་ནི་གོ་བྱེད་འབྲེལ་ཡིན། བྱེད་པ་པོ་ལ་མ་བསྟན་པ་ཅིག་རེད་འདུག་ན་བྱེད་མེད་ཡིན། འདིའི་མདོའི་རྟགས་ལས་དོན་ཆ་ཚང་འདི་སྒྲུབ་ཡོད་ཟེར་དུས་ལམ་སང་བྱེད་པ་པོ་ལ་བསྟན་པ་ཅིག་སྟོན་ཡོང་གི་འདུག་འདིའི་མདོའི་བྱེད་པ་པོ་ལ་བསྟན་པ་ཡིན་པ་སོང་ཙང་འདི་བྱེད་འབྲེལ་ཡིན། ལས་དོན་ཆ་ཚང་སྒྲུབ་ཡོད་ཟེར་དུས་བྱེད་པ་པོ་ལ་མ་བསྟན་པ་རེད་འདུག་བྱ་བ་གང་ཁྱོད་ཀྱི་བསྟན་བྱར་གྱུར་པའི་སྒྲུབ་ཞེས་པའི་བྱེད་འབྲེལ་ལས་ཚིག་འདིའི

བྱེད་པ་པོ་ལ་མ་བརྟེན་པ་རེ་བཞག་སྟེ་འདིར་བྱེད་པ་པོ་ལ་བརྟེན་མ་བརྟེན་གྱི་ཁྱད་པར་ཡོད། ཚིག་གི་ཁྱད་པར་གསུམ་པ་འདི་རེ་ད། དེ་ནི་ཚིག་གི་ཁྱད་པར་བཞི་པ་དེ་གར་ན་བྱ་བ་གང་ཞིག་བྱེད་པ་པོ་དམིགས་པ་དེ་བྱེད་འབྲེལ་ཡིན། བྱ་བ་གང་ཞིག་བྱེད་པ་པོ་མ་དམིགས་པ་དེ་བྱེད་མིན་ཡིན། དེ་འདུལ་བྱ་ཚིག་གི་བསྟན་བྱར་གྱུར་པའི་བྱ་བ་དེ་ལ་ཡང་བྱེད་འབྲེལ་ཡིན་མིན་དེ་བྱེད་པ་པོ་དམིགས་མ་དམིགས་ཀྱི་ཐོག་ནས་བཞག་གི་ཡིན། དཔེར་ན་འདི།

དེ་ལ་བརྟེན་ནས་ཟེར་ན་ཡང་འགྲིག་གི་རེད། ཡང་ན། དེ། ཉལ་ཞེས་པའི་བྱ་ཚིག་དེ། བྱེད་པ་པོ་མ་དམིགས་པ། བྱེད་པ་པོ་དམིགས་པ་ཡིན་པར་སོང་ཙང་བྱེད་འབྲེལ་ཡིན། ཉལ་ཞེས་པའི་བྱ་ཚིག་དེ། བྱེད་པ་པོ་མ་དམིགས་པ་ཡིན་པར་སོང་ཙང་བྱེད་མེད་ཡིན། དེ་ཡིན་དུས། ཚིག་གི་ཁྱད་པར་བཞི་པ་དེ་ག་རེ་ཟེར་ན། བྱེད་པ་པོ་དམིགས་མ་དམིགས་ཀྱི་ཁྱད་པར་ཡོད། འདུག་སྤྱིར། ད་ད་ལྟ། ངས་བྱ་ཚིག་གི་དེབ་ནང་ལ་འདིས་བྱ་བ་གང་བྱེད་བྱ་བ་གང་བྱེད་འདི་ཚོ་མ་སྦྱར་བ་ཅི་ཁབ་ཏུ་གོ་ར། བྱེད་པ་པོ་ལ་བརྟེན་པ་དང། བྱེད་པ་པོ་ལ་མ་བརྟེན་པ་ཟེར་ནས་བྱེད་པ་པོ་དམིགས་པ་དང་བྱེད་པ་པོ་མ་དམིགས་པ། ནི། བྱེད་པ་པོ་དང་འབྲེལ་བ་བྱེད་པ་པོ་མ་འབྲེལ་བ་ཟེར་ནས། བྱེད་པ་པོ་ཡོད་པ་བྱེད་པ་པོ་མེད་པ་ཟེར་ནས་ཁབ་ཏུ་ལབ་བྱ་ར་བ། ད་དེ་འདྲས་ཀྱི་ལབ་ན་ཡང་ད་ཁོ་བྱང་པ་སྔོན་དུ་སོང་ཚར་བ་སོང་ཙང། ད་ལྟ་བྱེད་པ་པོ་དང་འབྲེལ་སྲིད་དུ་ལམ་སང་བྱ་བ་རང་ལ་གོ་གོར་བ། འདི་འདི་གོ་བ་གཞི་ཤ་བྱེད་ནས་བྱ་བ་དེ་སྦྱར་ཡོད་མ་རྟ། ད་ད་ལྟ་སྐབས་སུ་བབ་པ་ཁྱེད་རྣམ་པ་གཙང་མ་བྱེད་ནས་གསར་བུ་ས་ཀྱང་ཡང། ནོར་སོགས་སྤང་ཡང་གི་ཆེད་དུ་བྱ་བ་གང་ཞིག་སྲིད་རྐང་བཙུགས་ནས་སྦྱར་ཤར་ད་ད་ད། ཡང་འདི་བྱེད་པ་པོ་ལ་བརྟེན་མ་བརྟེན་ཟེར་ཡ་དེ་ཡང་བྱ་བ་དེ་བྱེད་པ་པོ་ལ་བརྟེན་མ་བརྟེན། འོ་བྱེད་པ་པོ་དང་འབྲེལ་མ་འབྲེལ་ཟེར་ཡ་དེ་ཡང་བྱ་བ་དེ་བྱེད་པ་པོ་དང་འབྲེལ་མ་འབྲེལ་ལ་གོ་གོར་བ། འདི་གཙང་མ་བྱ་ཡོད་དོ་ཅི་དང་བྱེད་པ་པོ་དང་འབྲེལ་བ་ད་མང་པོ་ཡོད་ར་གོ། ག་རེ་ཡིན་ན་ཡང་བག་བྱེད་པ་པོ་དང་འབྲེལ་བ་དང་མ་འབྲེལ་བ་ཡོང་ཆོག་ར་ཡིན་ན་ཡང་ད་ལྟ་སྐབས་སུ་བབ་པ་གཙོ་བོ་དེ་བྱ་བ་ལ་གོ་དགོས་བ་དེ་གསལ་པོ་བསྟན་ཡ་ཅི་འདུག་བྱ་བ་གང་ཞིག་བྱ་བ་གང་ཞིག་ཟེར་ནས་འོ་འདུག་བྱས་ནས་འཇའ་ཤེལ་དང་ཨ་དེ་ག་ནང་ཤེལ་ཅན་ད་དེ་གོང་གི་ནུབ་ནུབ་བསུབ་བསུབ། བསྒྱུར་བསྒྱུར་ཅེས་བྱས་ཟེར་འདི་ཚོ་ཆ་ཚང་ལ་བསམ་བློ་བཏང་ན་ཡང་ཨ་ནི་བྱེད་པ་པོ་དང་འདི་འདི་བྱ་ཚིག་འདི་ཚོ་འདི་བྱ་ཚིག་དཔེར་ན་གཅིག་གཉིས་གསུམ་བཞི་འདུག་བ་བྱ་ཚིག་ཞིག་གི་ནང་ནས་ཨ་ནི་འདི་བྱ་ཚིག་ཞིག་གི་ནང་འདི་བྱ་ཚིག་ཞིག་གི་ནང་ནས་བྱེད་པ་པོ་དང་འབྲེལ་བ་ཅིག་འདུག་ན་ནི་བྱེད་འབྲེལ། ལ་གོ་རེ། བྱེད་པ་པོ་དང་མ་འབྲེལ་བ་ཅིག་ཏུ་ནི་བྱེད་མེད་ཟེར་གོ། བྱེད་པ་པོ་ཡོད་པ་ཅིག་ཡིན་པ་ཡིན་ན་ནི་བྱེད་འབྲེལ་ཟེར་གོ་རེ་བྱེད་པ་པོ་མེད་པ་ཡིན་པ་དེ་ལ་བྱེད་མེད། བྱེད་པ་པོ་ལ་བརྟེན་པ་དེ་ལ། བྱ་ཚིག་འདིའི་ནང་ནས་བྱེད་པ་པོ་ལ་བརྟེན་པ་ཡིན་པ་དེ་ལ་བྱེད་འབྲེལ། བྱེད་པ་པོ་ལ་མ་བརྟེན་པ་དེ་ལ་བྱེད་མེད་ཟེར་འོ་འདུག་ཅེས་ནས། ཚིག་གི་ཁྱད་པར་འདི་ད་ལྟ་ཚིག་གི་ཁྱད་པར་འདི་འདྲས་བཞག་གོ་རེ་ཟུང། ད་ཚིག་གི་ཁྱད་པར་ཟེར་དུས་ད་ཧ་གོ་གོ་འདུག་བ། འདི་འདུག། གོ། ཁྱད་པར་ཡོད་མ་རེད་ཡིན་ན་ཡང་ཚིག་གི་ཁྱད་པར་རོ་བ་གོ། འདི་མདོའི་མཐའ་ཆོད་པའི་ཁྱད་པར་མ་རེད། ཁྱད་པར་ཡོད་པའི་ཁྱད་པར་མ་རེད། འདི་མདོའི་བྱ་བ་གང་ཞིག་བྱེད་པ་པོ་དང་འབྲེལ་བ་ཡིན་ན་བྱེད་འབྲེལ་ལས་ཚིག་ཡིན་པས་ཁྱད་པར་ཡོད་རེད་བས་ཟེར་ན་ཨེ་ཁྱབ་ཟེར་ན་ཁྱད་པར་ཡོད་མ་རེད་ཟེར། འོ་སྡུག་ཅན་ནི་ཁ་ཚང། ཁ་ཚང་གོང་དུ་བྱ་ཚིག་གི་ངོ་བོ་དང་ཚིག་ཉེས་བཤད་དུས་སྐབས་སུ་འདི་གིས་ཁྱབ་མ་ཁྱབ་འདི་གིས་ཁོ་རང་ཁྱབ་ཆེ་བའི་སྐྱོན་དང་ཁྱབ་ཆུང་བའི་སྐྱོན་ཡོད་ཟེར་ནས་སྐྱོན་སྤོང་སྟངས་མང་པོ་ཞིག་ཞུས་ཡོད་བ་འོ་འདི་ནང་བཞིན་རེད་འདི་འདི་དཔེར་ན་བྱ་བ་གང་ཞིག་བྱེད་པ་པོ་དང་འབྲེལ་བ་ཡིན་ན་བྱེད་འབྲེལ་ཡིན་པའི་ཁྱབ་པ་ཡོད་རེད་ཟེར་ན་ཡོད་མ་རེད་གསུངས། ཨེ་མེད་པའི་མེད་པ་གི་མཚན་གཞི་དེ་ག་ཚང་གོང་དུ་ཞུས་ཚར་རོ། དཔེར་ན་འགྲོ་ཉལ་འདུག་ལགས་སོ་བ་བོད་སྐད་ཕྲུ་གུ་ཉལ་འདུག་ལགས་སོ་བ་འདི། དེ་ལྟ་བུའི་གི་བྱ་བ་དེ་ཚོ་ལ་ད་དེ་ཁྱབ་དགོས་མ་རེད་བ་བྱ་བ་གང་ཞིག་བྱེད་པ་པོ་དང་འབྲེལ་བ་རེད་བ། འདི་བྱ་བ་གང་ཞིག་བྱེད་པ་པོ་དང་འབྲེལ་བར་བ་འགྲོ་ཟེར་བ་དེ་ཡིན་ན་ཡང་གོ། བྱེད་འབྲེལ་རེ་བས་ཟེར་ན་བྱེད་འབྲེལ་མ་རེད་བ། དེ་ཡིན་པ་སོང་ཙང་འདི་ལ་ཁྱད་པར་ཡོད་མ་རེད། ཡིན་ན་ཡང་སྤྱི་ཡོངས་ནས་ཁོ་རང། སྤྱི་ཡོངས་ནས་ཚིག་ཁོ་རང་གི་ངོ་རིས་ལ་བལྟ་ནས་བཞག་ན་ཁྱད་པར་དེ་གང་ལ་གང་འཚམ་ཁྱད་པར་འགྲོ་ཐུབ་ཀྱི་རེད། འོ་ད་དེ་ལགས་སོ་བ་ད་འོག་འདི་ཚོ་ལ་ཡང་གཅིག་པར་དང་ཡང་དེ་ཚོ་ཆ་ཚང་ལ་ཁྱད་པར་ཡོད་པའི་ཁྱད་པར་མ་རེད་ད་མཐའ་ཆོད་པའི་ཁྱད་པར་མ་རེད་གཙོ་བོ་ཚིག་ཁོ་རང་གི་ངོ་རིས་ལ་བལྟ་ནས་ཁྱད་པར་བཞག་བཞག་བ་བྱོས་རོགས། དེའི་ཐོག་ནས་ཡང་གང་ལ་གང་འཚམ་བརྒྱ་ཆ་བརྒྱད་ཅུ་དགུ་བཅུ། བརྒྱ་ཆ་བརྒྱད་ཅུ་དགུ་བཅུ་ཟད་དེ་གི་ཁྱད་པར་བཞག་ཐུག་གི་རེད་དེའི་ཐོག་ནས་བྱེད་འབྲེལ་དང་བྱེད་པའི་གཉིས་ཀི་ཤན་འབྱེད་ཐུག་གི་རེད་ད་དེ་ལྟ་བུ་གི་བྱ་ཚིག་ཁ་ཤས་ཤིག་ཕར་བཏོན་བཞག་ན་བྱེད་འབྲེལ་བྱེད་ཚིག་གི་དེ་ལ་བརྟེན་ནས་བྱེད་འབྲེལ་བྱེད་མེད་གི་ཨན་ཤན་འབྱེད་ཐུག་གི་རེད་འོ་ད་དེ་གི་ཐོག་ནས་དང་པོ་ཚིག་གི་ངོ་རིག་གི་ཐོག་ནས་བྱེད་འབྲེལ་བྱེད་མེད་གི་ཁྱད་པར་བཤད་པ། འོ་ད་བྱེད་འབྲེལ་བྱེད་མེད་གི་ཁྱད་པར་དེ་ལ། གཉིས་པ། དོན་གྱི་གོ་བའི་ཐོག་ནས་བྱེད་འབྲེལ་བྱེད་མེད་གི་ཁྱད་པར་ད་གོང་དུ་ཚིག་གི་ཁྱད་པར་དེ་ཞུས་གྲུབ་ནས་ད་དོན་གི་ཁྱད་པར། དོན་གྱི་ཁྱད་པར་ཟེར་དུས་ད་ཁོ་ཡི་གཙོ་བོ་དེ། ག་རེ་ལ་གོ་དགོས་ཟེར་ན་གོ་བ་དེ་ཡང་རེད། ད་ལྟ་གི་གོང་དུ་ཞུས་པ་དེ་ཚིག་རང་རེད་བ། དམིགས་བསལ་གྱི་གོ་བ་རླབས་ཆེན་པོ་ཡོད་མ་རེད། ད་གཉིས་པ་དེ་ག་རེ་ཟེར་ན་དོན་གྱི་ཐོག་ནས་ཁྱད་པར་ཟེར་དུས་དོན་གྱི་གོ་བ་ཅིག་བརྒྱབ་ནས། ཁོ་རང་བྱེད་འབྲེལ་གྱི་གོ་བ་ག་འདྲའི་འདྲ་བོ་ཅིག་སྤྲད་ཀྱི་ཡོད་རེད། བྱེད་མེད་ཀྱི་གོ་བ་ག་འདྲའི་འདྲ་བོ་བྱེད་ཀྱི་ཡོད་རེད་འོ་དེ་གི་ཐོག་ནས་ད་ཁྱད་པར་བཞག་གི་ཡིན། ད་དེ་ཡིན་དུས་ཙང་ནས་བྱེད་འབྲེལ་བྱེད་མེད་ཀྱི་ཁྱད་པར་དེ་ནང་ནས་དོན་གྱི་གོ་བའི་ཐོག་ནས་ཁྱད་པར་བཤད་པ་འདི་ད་དཔེ་མ་ཟད་འགལ་ཆེན་པོར་དང་ད་དོན་དག་གོ། ཁྱད་པར་ཡོད་ཀྱང་འདྲ་ཁྱད་པར་མེད་ཀྱང་འདྲ་མཐའ་ཆོད་ཀྱང་འདྲ་མཐའ་མ་ཆོད་ཀྱང་འདྲ་དོན་དག་ལ་བྱེད་འབྲེལ་བྱེད་མིན་ཟེར་ཡ་འདི་གི་དམིགས་བསལ་གྱི་གོ་བ་འདི་ད་འདི་ཁྱད་པར་གཉིས་པ་དོན་གྱི་གོ་བའི་ཐོག་ནས་བྱེད་འབྲེལ་བྱེད་མིན་ཁྱད་པར་ཟེར་ཡ་འདི་ད་འདི་ངེས་པར་དུ་མཁྱེན་པར་བྱེད་དགོས་ར་ད་ཡང་གོ། ཁ་སང་གོང་དུ་བྱེད་འབྲེལ་བྱེད་མིན་གྱི་ངོ་བོ་དང་ཚིག་གཉིས་བཞག་ཡོང་དུས་གོ་བྱེད་འབྲེལ་བྱེད་མིན་གྱི་བཅད་བྱ་འདི་ཚོ་ཕ། སྤྱོད་སྟངས་ཤེས་པ་དང་སྐྱོན་འདི་ཚོ་སྤོང་སྟངས་ཤེས་པ་དང་དེ་ག་ནང་བཞིན་བཅད་ནི། བྱེད་འབྲེལ་གྱི་བྱེད་མེད་ཀྱི་གོ། མཚན་ཉིད་དེ་བཞག་ཤེས་པ་ཙམ་གྱིས་འགྲིག་གི་ཡོག་མ་རེད་དེ། ཚིག། གཅིག་པོ་གཅིག་ལ་བརྒྱུད་བསྡད་ན་འགྲིག་གི་མི་འདུག་ཨ། ཚིག་གི། ཚིག་ཁྲི་གཅིག་པོ་གཅིག་བྱས་བསྡད་ན་འགྲིག་གི་ཡོག་མ་རེད་ད། དེ་བྱེད་འབྲེལ་བྱེད་མེད་ཟེར་དེ་དོན་དག་སྙིང་པོ། གོ་བ་དེ་ག་འདྲི་འདྲ་བོ་གཅིག་ཡོང་གི་ཡོག་རེད་ཨེ་ཟེར་ད་དེ་ངེས་པར་དུ་མཁྱེན་དགོས་རེད་བ། དེ་ཡིན་པ་སོང་ཙང་བྱེད་འབྲེལ་བྱེད་མེད་ཟེར་ཡ་དེ་དང། ཨ་ནི། བྱ་བྱེད་ཐ་དད་པ་དང་བྱ་བྱེད་ཐ་མི་དད་པ་ཟེར་བ་གཉིས་ད་དོན་དག་གཅིག་པ་རེད་ཁོ་གཉིས་དོན་གཅིག་རེད། ཡིན་ན་ཡང། བྱེད་འབྲེལ་ལས་ཚིག་དང་བྱེད་མེད་ལས་ཚིག་ཟེར་ཡ་དེ་དམིགས་བསལ་གྱི། གོ་བ་གི་ཐོག་ནས་བཞག་བཞག་རྒྱུ་གཅིག་དམིགས་བསལ་གི་དེ་ལ་གོ་བ་དམིགས་བསལ་གྱི་ཡོད་རེད། བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་ཟེར་ཡ་དེ་ལ་དེ་ཐ་སྙད་དེ་གི་ཐོག་ནས་དམིགས་བསལ་གི་གོ་བ་དམིགས་བསལ་གང་ཡང་སྟེར་ཡ་འདྲ་བོ་དམིགས་བསལ་ཡོད་མ་རེད་དེ་འབའ་སོང་ཙང་དེ་གཉིས་ཀྱི་ནང་ནས་ཡག་ག་དེ་ག་རེད་ཟེར་ན་བྱེད་འབྲེལ་ལས་ཚིག་དང་བྱེད་མེད་ལས་ཚིག་ཟེར་བྱེད་འབྲེལ་བྱེད་མེད་གི་ཐ་སྙད་དེ་ཡག་ག་ཆེ་དེ་འདུག་བྱེད་འབྲེལ་བྱེད་ཚིག་དེ་གི་ཐོག་ནས་ང་རང་ཚོ་གི་བྱ་ཚིག་དེ་ཚོ་ཡིན་ན་ཡང་གོ་བ་བྱ་ཚིག་ཁོ་རང་ལ་དཔེར་ན་འདི་བྱ་ཚིག་གཉིས་པོ་དེ་ལ་འདི་གྲུབ། གྲུབ་ཟེར་བའི་གི་བྱ་ཚིག་འདི་དང་འདི་གྲུབ་ཟེར་བའི་བྱ་ཚིག་གཉིས་པོ་དེ་བྱ་ཚིག་ཡིན་པ་གཅིག་པ་ཡིན་ན་ཡང་ཁོ་རང་གཉིས་ཀྱིས་གོ་བ་སྤྲད་སྟངས་ཁ་ཁ་གཉིས་ཡོང་ཡོང་གི་ཡོད་རེད་བ། གོ་བ་མི་འདྲ་བ་གཉིས་སྤྲད་ཡག་གི་ཆེད་དུ་སྟེར་ཡག་གི་ཆེད་དུ། བརྡ་སྤྲོད་མཁན་པོ་བརྡ་སྦྱོར་མཁན་པོ་ཐོག་མ་སུ་ཡིན་ན་འདི་གཉིས་ཀྱི་འདི་འདྲ་བཞིན་མ་འདྲ་བ་གཉིས་བཟོས་བཞག་ར་བཏགས་བཞག་རེད་བ། མ་འདྲ་བ་གཉིས་འདི་འདྲ་བཞིན་བྲིས་བཞག་བ་རེད་ངག་ནས་འདི་འདྲ་བཟོས་བཞག་རྒྱུ་རེད་བ། དེ་ཡིན་པ་སོང་ཙང་འདི་གོ་བ་འདི་ཇི་འདྲ་བྱེད་མིན་ཟེར་ཡག་འདི་གི་ཐོག་ནས་ལན་དགོས་གི་ཡོད་རེད། ད་དེ་ཡིན་པ་སོང་ཙང་དང་པོ་དེ་ལ་དོན་གྱི་ཁྱད་པར་དང་པོ་དེ། ད་དོན་གྱི་ཁྱད་པར་འདི་ལ་ཡང་དང་པོ་གཉིས་པ་གསུམ་པ་བཞི་པ་བཅས་ནས་ཟུང་བཞི་ཡ་བརྒྱད་ཡོད་དེ་ཟུང་གཅིག་ཟུང་གཉིས་ཟུང་གསུམ་ཟུང་བཞི་ཟུང་བཞི་ཡ་བརྒྱད་ད་ཀྱི་ཚིག་གི་ཁྱད་པར་འདི་ལ་ཡང་ཟུང་བཞི་ཡ་བརྒྱད་ཡོད་རོ་བ་འོ་དེ་ནང་བཞིན་དོན་གྱི་ཁྱད་པར་འདི་ལ་ཟུང་བཞི་ཡ་བརྒྱད་བཞག་བྱས་ཡོད་ད་དང་པོ་དོན་གྱི་ཁྱད་པར་དང་པོ་གི་སྒོ་ནས་ཞུས་ན། ཨོ། ད། ད་ཀྱི་གོང་དུ་ཚིག་གི་ཁྱད་པར་དེ་ལ་ཟུང་ཞིག་ཡ་གྱལ་ཆ་ཚང་ལ་ཡང་དོན་དག་གཅིག་པ་རེ་ཞུས་ཡིན་པ་ཚིག་ཏིས་ཏིས་མ་འདྲ་བ་རེ་མ་གཏོགས་གཅིག་པ་གཅིག་རྐྱང་ར་བ། ཡིན་ན་ཡང་དོན་གྱི་ཁྱད་པར་དེ་ཁྱད་པར་དང་པོ་ཁྱད་པར་གཉིས་པ་ཁྱད་པར་གསུམ་པ་ཁྱད་པར་བཞི་པ་དེ་བཤད་ཡོང་དུས་ཨ་ནི་ཡང་འདི་དང་འདི་འདི་གི་མ་བསྟན་པ་ཅིག་འདི་གི་ཨེ་བསྟན་ཟེར་ན་བསྟན་ཟེར་ནས་ཁེངས་སོང་བ་རྦད་དཀོན་རང་ད་ཀྱི་གོང་གི་ཚིག་གི་ཁྱད་པར་བཞི་པོ་དེ་གཅིག་པ་ཡིན་པ་ནང་བཞིན་དོན་གྱི་ཁྱད་པར་བཞི་པོ་དེ་ཡང་དོན་དག་གཅིག་པ་ཅིག་བསྟན་གི་ཡོད་རེད་ཟེར་ན་དོན་དག་གཅིག་པ་བསྟན་གི་ཡོད་མ་རེད་འདི་ངེས་པར་བྱེད་དགོས་རེད་ད་དེ་ཡིན་ཟེར་ན་དོན་གྱི་ཁྱད་པར་བཞི་པོ་དེ་གིས་དོན་དག་ཁོ་རང་གོ་བ་སྟེར་སྟངས་མ་འདྲ་བ་མ་འདྲ་བ་ཀྱི་ཐོག་ནས་བརྗོད་ཡོང་དུས་ད་ནི་དམིགས་བསལ་གྱི་གོ་བ་ཟབ་ཏུ་གྲུབ་ཡོད་ལ་ཇི་འདྲ་བྱས་མིན་ལ་དེས་མ་ཚོགས་བཟང་པོ་དོན་གྱི་ཁྱད་པར་དང་པོ་དེ་གར་སོང་ན་བྱ་བ་གང་ཞིག་བྱེད་པ་པོའི་རྩོལ་བ་ལ་ལྟོས་ནས་བྱུང་བར་སྣང་བ་ནི་བྱེད་འབྲེལ་ཡིན། བྱེད་འབྲེལ་གྱི་བྱ་བ་ཡིན། བྱ་བ་གང་ཞིག་བྱེད་པ་པོའི་རྩོལ་བ་ལ་མ་ལྟོས་པར་རང་བཞིན་གྱིས་བྱུང་བར་སྣང་བ་དེ་གང་ཡིན་ཟེར་ན་བྱེད་མེད་ཡིན། ད་དེང་དུས་བྱེད་འབྲེལ་བྱེད་མེད་ཀྱི་གོ་བ་གཙོ་བོ་དེ་གོ་བ་དང། ཁོ་གི་ཐུན་མོང་མ་ཡིན་པའི་གོ་བ་དེ། ཐུན་མོང་མ་ཡིན་པའི་གི་དོན་གྱི་གོ་བ་དེ་དག་ག་རེ་ལ་སླེབས་དགོས་ཟེར་ན་འདི་གཉིས་ལ་སླེབས་དགོས་རེད་ད། འདི་ཚོའི་བྱ་བ་གང་ཡང་རུང་བ་ཞིག། བྱ་བ་གང་ཞིག་བྱེད་པ་པོའི་རྩོལ་བ་ལ་ལྟོས་ནས་བྱུང་བ། གལ་སོང་བ། དེ་ཡང་སྣང་བ། དེ་སྦྱར་དགོས་རེ་ཞུས་ཡོད་པ། སྣང་བར་བྱེད་པ་ཟེར་བའི་དོན་དག་ད་འདི་སྣང་བ་ཟེར་དུས། མ། འདུས་སྡོད་བྱས་ནས་སྣང་བ་གཅིག་པོ་ཅིག་ཞུ་བཞག་རེད་བ། ད་ངོ་མ་ཁོ་རང་གོ་བ་ད་འདུས་དོན་གོ་བ་དེ་གསར་དུ་བཏང་ན་ག་རེ་ཡོད་རེད་ཟེར་ན་འདི་ལ་སྣང་བར་བྱེད་པ་ཟེར་ནས་འདི་གོ་དགོས་རེད་ད།

ཡིན་དུས་ད། བྱ་བ་གང་ཡང་རུང་བ་ཞིག་བྱེད་པ་པོ་ཡི་རྩོལ་བ་ལ་ལྟོས་ནས་བྱུང་བར་སྣང་བ། ཨ་བྱ་བ་གང་ཞིག་བྱེད་པ་པོ་ཡི་རྩོལ་བ་ལ་མ་ལྟོས་པར་རང་བཞིན་གྱིས་བྱུང་བར་སྣང་བ། དཔེར་ན། ད་དེ་འགྲོ་ལམ་བཀག་འདུག་ཟེར་བ་དེ་དང་འགྲོ་ལམ་འགག་འདུག་ཟེར་བའི་བྱ་ཚིག་གཉིས་དུ་བ། དེ་བཀག་ཟེར་བའི་བྱ་ཚིག་དང་འགག་ཟེར་བའི་བྱ་ཚིག་གཉིས་པོ་དེ་གིས་གོ་བ་ག་འདྲ་འདྲ་བོ་ཞིག་སྤྲད་ཀྱི་འདུག་བཀག་ལབ་ཡོང་དུས་དེ་གིས་བསྟན་བྱར་གྱུར་པའི་བྱ་བ་དེ་ག་འདྲ་འདྲ་བོ་ཞིག་བསྟན་གྱི་འདུག་ཟེར་ན། ཨ་བྱ་བ་དེ་བྱེད་པ་པོ་ཡི་རྩོལ་བ་ལ་ལྟོས་ནས་བྱུང་བ་ཡིན་པ་ཞིག་ཨ་ནི་གོ་སྟོན་ཡོང་གི་འདུག་བཀག་ལབ་ཡོང་དུས་ལམ་སང་ང་རང་ཚོའི་བློ་ངོར་ལ་ག་རེ་སྣང་ཡོང་གི་འདུག་བློ་ངོ་ལ་ག་རེ་གནང་དགོས་རེད་ཟེར་ན། འདི་བཀག་ཟེར་དུས། བཀག་ཟེར་བའི་བྱ་ཚིག་འདི་བརྗོད་ཡོང་དུས་ང་རང་ཚོ་ཨ་མཆོག་ལ་གོ་བ་དང་ང་རང་ཚོའི་བློ་ངོ་ལ་ག་རེ་གནང་གི་རེད་ཟེར་ན། དེའི་བསྟན་བྱ་བརྒྱུད་པའི་བྱ་བ་དེ་བྱེད་པ་པོ་ཡི་རྩོལ་བ་ལ་ལྟོས་ནས་བྱུང་བ་ཡིན་པ་ཞིག་ང་རང་ཚོའི་བློ་ངོ་ལ་སྣང་ཡོང་གི་འདུག་བ། དེ་ཡིན་པ་སོང་ཙང་འདི་བཀག་ཟེར་བ་དེ་ག་རེ་བྱ་འགྲོ་རེད། བྱེད་འབྲེལ་བྱ་འགྲོ། བྱེད་འབྲེལ་ལས་ཚིག་བྱ་འགྲོ། ནས་འདུད། ཨ་ནི་ཁོ་རང་བྱ་བ་ཁོ་རང་གི་དབང་དུ་བཏང་ན་གར་བྱ་རོལ་བྱེད་དྲིལ་གྱི་བྱ་བ་བྱ་དོ། ད་དེ་ལ་ངས་ལྟོས་ནས་ཟེར་བ་འདི་སྦྱར་བྱར་དང་ཁ་སང་ད་ཀྱི་གོང་དུ་བརྟེན་པ་ཟེར་དུ་བརྟེན་ནས་བྱུང་བ་ཟེར་གཅིག་པ་རེད། འདི་འདུལ་བྱ་བ་ཁོ་རང་ལ་བརྟེན་ནས་བྱུང་ལབ་ན་ཡང་འགྲིག་གི་རེད། ལྟོས་ནས་བྱུང་ཟེར་ན་ཡང་འགྲིག་གི་རེད་ད་འདི་ཚིག། ཡང་མ་འདྲ་བ་མ་འདྲ་བ་ཧ་གོ་ཡ་གི་ཆེད་དུ་དམ་པ་གོང་མ་རྣམས་ཀྱི་ཚིག་མ་འདྲ་བ་མ་འདྲ་བུ་བཅུ་བཏང་ཡོད་དུས་ད་ལྟ་ང་རང་ཚོ། ཨ་ལགས་ཆ་ལྷ་རམ་བསྟན་དར་གྱི་ཡེ་ཤེས་མཁས་པའི་ག་རྒྱན་ནང་ལ་ལྟོས་ཟེར་བ་འདི་སྦྱར་ཡོད་རེད་བྱེད་འབྲེལ་ལས་ཚིག་ལ། འགྲུབ་དང་གྲུབ་གཉིས་དེ་ཁོང་གིས་གསུངས་ཡོད་དུས་གྲུབ་ཟེར་བ་དེ་བྱེད་པ་པོ་ལ་ལྟོས་ནས་བྱུང་བའི་བྱ་བ་སྟོན་གྱི་ཡོད། གྲུབ་ཟེར་བ་དེ་བྱེད་པ་པོ་ལ་མ་ལྟོས་པར་རང་གི་ངང་གིས་བྱུང་བ་ཅིག་སྟོན་གྱི་ཡོད་ཟེར་ནས་གསལ་པོ་གསལ་རྐྱང་གསུངས་ཤག་དེའི་དུས་བྱེད་པ་པོ་ལ་ལྟོས་མ་ལྟོས་ཟེར་ཏེ། ཁྱེད་སོང་ལྟོས་མ་ལྟོས་ཟེར་བ་དེ་དང་བརྟེན་མ་བརྟེན་ཟེར་བ་གཉིས་དོན་དག་གཅིག་པ་གཅིག་རྐྱང་རེད། དེ་ཡིན་པ་སོང་ཙང་ལྟ་དེ་ཁྱེད་སོང། ལྟ་དེ་དགག་ཟེར་བ་དེ་དགར་དུས་བྱ་བ་གང་ཞིག་བྱེད་པ་པོའི་རྩོལ་བ་ལ་མ་ལྟོས་པར་རང་བཞིན་གྱིས་བྱུང་བར་ཅིག་སྣང་གི་འདུག་ཨ།

ང་རང་ཚོ་གི་བློ་ངོར་ལ་འགྲོ་ལམ་དེ་རང་བཞིན་གི་འགག་སོང་བ་ཅིག་སྣང་ཡོང་གི་འདུག་བ། འགྲོ་ལམ་དེ་འགག་པར་བྱེད་པ་པོ། འགག་ཏུ་བཅུག་མཁན། བྱེད་པ་པོ་གཞན་མེད་པ་བྱས་ནས་བྱེད་པ་པོ་གཞན་ལ་མ་ལྟོས་པ་བྱས་ནས་ཁོ་རང་རང་བཞིན་གྱི་ལམ་ཀ་འགག་སོང་བ་ཅིག་བློ་ངོར་ལ་སྣང་ཡོང་གི་འདུག་བ། དེ་ཡིན་པ་སོང་ས་དེ་གར་བཞག་སོང་བྱེད་མེད་ཡིན། འགྲོ་ལམ་བཀག་ཏུ་བསྲི་དུས་ལམ་སང་ཁོ་རང་བློ་ངོར་ལ་ག་རེ་སྣང་གི་རེད་ཟེར་ན། དེ་ལྟ་བུའི་གི་འགྲོ་ལམ་དེ་ནི་འགག་པར་བྱེད་པ་པོ་ཅིག

ཨ་ནི་འདི་ག་ཟེར་བའི་བྱེད་འབྲེལ་ལས། འདི་ག་ཟེར་བའི་བྱ་ཚིག་འདི། བྱ་བ་གང་ཞིག་བྱེད་ཕོག་པའི་རྩོལ་བ་ལ་མ་ལྟོས་པ་ཅན་རང་བཞིན་གྱིས་བྱུང་བ་སྣང་བར་བྱེད་པ་ཡིན་པ་སོང་ཙང། འདི་ག་ཞེས་པའི་བྱ་ཚིག་འདི། ག་རེ་ཡིན་ཟེར་ན། བྱེ་མའི་ལས་ཚིག་ཡིན། འོ་འདུག་ཅེ་ནས། ད་བྱེད་འབྲེལ་ལས་ཚིག་དང་བྱེ་མའི་ལས་ཚིག་གི་གོ་བ་དེ་མཁྱེན་སོང། གོ་བ། ད་ལྟ་གོ་བ་ད་ཀྱི་གོང་དུ། བྱེད་ཕོག་པོ་དང་འབྲེལ་བ་དང་བྱེད་ཕོག་པོ་དང་མ་འབྲེལ་བ་བྱེད་ཕོག་པོ་ཡོད་པ་དང་མེད་པ་ཟེར་དུས་གོ་བ་ཞེ་དྲག་ལེགས་ཀྱི་མི་འདུག་ཨ། ཚིག་གི་མ་ཚིག་ཙམ་གྱིས་རེད་དོ་གོ་བ་རྩ་བ་ཉིད་ནས་མེད་པ་མ་རེད་དེ། ཡིན་ན་ཡང་གོ་བ་ཟབ་པོ་མི་འདུག་ཨ། ད་ད་ལྟ་དོན་གྱི་ཁྱད་པར་དང་པོ་དེ་ལ། ད་ལྟ་དོན་གྱི་གོ་བའི་ཁྱད་པར་ཤེས་ཡོང་དུས་ད་གོ་བ་ཟབ་པོ་ཡོད་རེད་ད། གཉིས་པ་དེ་ག་རེད་འདུག་དོན་གྱི་ཁྱད་པར་གཉིས་པ། གཙོ་བོ་བྱེད་པ་པོའི་བྱ་བའི་ཡུལ་གང་ཞིག་ལ་ཕར་བྱ་བ་བྱེད་པར་སྣང་བ་དེ་ག་རེ་ཡིན་ཟེར་ན་བྱེད་འབྲེལ་ཡིན། གཙོ་བོ་བྱེད་འབྲེལ་ལས་ཚིག་ཡིན། གཙོ་བོ་བྱ་བའི་ཡུལ་གང་ཞིག་ལས་ཚུར་བྱ་བ་བྱུང་བར་སྣང་བ་དེ་བྱེད་མེད་ལས་ཚིག་ཡིན།

གཙོ་བོ་རེད་ད་དེའང་གཙོ་བོ་རེད་ད་གཙོ་བོ། ནི་གཙོ་བོ་ཟེར་སྦྱར་དགོས་རེད་ད། འདི་འདོད་བྱེད་དཔའ་བོས་བྱ་བའི་ཡུལ་གང་ཞིག་ལ་ཕར་བྱ་བ་བྱས་པ་ཞིག་གནང་གི་རེད་གསུངས། འདི་འགྲོ་ལམ་བཀག་འདུག་ལ་དུས་ལམ་བཟང་གོ་རང་ང་རང་ཚོའི་བློ་ངོར་ལ་ག་རེ་གནང་གི་འདུག་འགྲོ་ལམ་བཀག་པའི་གི་བྱ་བ་བྱེད་དཔའ་བོ་གང་ཡང་རུང་བ་ཞིག་གིས་བཀྲ་ཤིས་ལགས་སོགས་པ་གང་ཡང་རུང་བ་ཞིག་བྱ་བའི་ཡུལ་ག་རེ་ད་ལྟ་སྐབས་སུ་བབས་པ་འགྲོ་ལམ་རེད་བ། འོ་དེ་འདོད་འགྲོ་ལམ་དེ་ལ་ཕར་བྱ་བ་བྱས་པ་ཞིག། དེས་འགྲོ་ལམ་བཀག་འདུག་ལ་དུས་ལམ་སང་གོ་ར་འགྲོ་ལམ་དེས་བྱ་བའི་ཡུལ་འགྲོ་ལམ་དེ་ལ་བྱེད་པ་བོ་གང་ཡང་རུང་བ་ཞིག་ཕར་བྱ་བ་བྱེད་པ་ཅིག་གནང་གི་རེད་སོ་དེས་ཏག་ཏག་གནང་གི་འདུག་བ་དེ་ཡིན་པ་སོང་ཙང་དེ་བྱེད་འབྲེལ་ལས་ཚིག་རེད། ད་འགྲོ་ལམ་འགག་འདུག་ཟེར་དུས་དེ་བྱ་ཚིག་འགག་དེ་གི་གར་བཏིང་གི་རེད་ཟེར་ན་བྱ་བའི་ཡུལ་གང་ཞིག་ལས་ཚུར་བྱ་བ་བྱུང་བར་སྣང་བ། བྱ་བྱེད་པ་བོ་གང་ཡང་རུང་བ་ཞིག་གིས་བྱ་བའི་ཡུལ་གང་ཡང་རུང་བ་ཞིག་ལ་ཕར་བྱ་བ་བྱེད་པ་བྱེད་པ་མི་སྣང་བ་བྱས་ནས་སྣང་བ་མ་ཡིན་པ་བྱས་ནས་ཨ་ནི་བྱ་བའི་ཡུལ་གང་ཡང་རུང་བ་ཞིག་ནི་ད་ད་ལྟ་སྐབས་སུ་བ་བྱ་བའི་ཡུལ་ག་རེ་འགྲོ་ལམ་དེ་རེད་བ་ལམ་ག་དེ་རེད་བ། བྱ་བའི་ཡུལ་གང་ཡང་རུང་བ་ཅན་ནི་ཚུར་བྱ་བ་བྱུང་བ་ཞིག་གལ་སོང། ཚུར་བྱ་བ་བྱུང་བ་གནང་གི་རེད་གསུངས་ཏག་ཏག་གནང་གི་འདུག་བ་འགྲོ་ལམ་དགག་འདུག་སྲིད་དུས་བྱེད་པ་པོ་གཅིག་གིས་ཕར་བྱ་བ་བྱས་པ་མ་ཡིན་པ་ཅན་ནི། བྱ་བའི་ཡུལ་འགྲོ་ལམ་ཁོ་རང་ནི་ཚུར་བྱ་བ་བྱུང་བ་ཞིག་ཚུར་འགྲོ་ལམ་ཁོ་རང་གི་སྟེང་དུ་བྱ་བ་ཅིག་སྒྲུབ་པ་ཅིག་སྟོན་གི་འདུག་བ་འགྲོ་ལམ་ཁོ་རང་གི་སྟེང་དུ་བྱ་བ་ག་རེ་སྒྲུབ་དགོས་རེད་ཟེར་ན་དགག་པའི་བྱ་བ་དེ་སྒྲུབ་པ་སྟོན་གི་འདུག་བ་ཁོ་རང་འགྲོ་ལམ་དེ་ཁ་སྔོན་མ་དེ་སྔོན་ལ་སྔར་ཡོད་ཀྱི་གནས་སྐབས་དེ་ཕ་ཤང་སྟེ་བ། འགྲོ་ལམ་ཡངས་པོ་ཡིན་པ་ལ་ཕྱིས་སུ་ཕ། དེའི་སྟེང་དུ་བྱ་བ་ཅིག་བསྒྲུབས་ནས། ནི། དེའི་སྟེང་དུ་བྱ་བ་ཅིག་བསྒྲུབས་པ་ཚུར་འགྲོ་ལམ་ཁོ་རང་གི་སྟེང་ནས་བྱ་བ་ཅིག་ཚུར་བྱུང་བ་ཡིན་པ་ཅིག་བསྟན་ཡོང་གི་འདུག་བ། དེ་ཡིན་པ་སོང་ཙང་འདི་བྱེ་སྨྲའི་ལེ་ཚེ་ཡིན། གལ་སོང་བ། ད་འདི་བྱེ་བྲལ་ལེ་ཚེ་ཡིན་དང་བྱེ་སྨྲའི་ལེ་ཚེ་ཡིན་དོན་གྱི་གོ་བའི་ཐོག་ནས་ཁྱད་པར་བཞག་ན། ནི་བྱེད་པ་པོའི་གཙོ་བོ་བྱེད་པ་པོའི་བྱ་བའི་ཡུལ་གང་ཞིག་ལས། ཕར་བྱ་བ་བྱེད་པར་སྣང་གི་འདུག་ན་འདི་བྱེ་བྲལ་ལེ་ཚེ་བཞག་གོ། རེད་ནི་གཙོ་བོ་བྱ་བའི་ཡུལ་གང་ཞིག་ལས། ཚུར་བྱ་བ་བྱུང་བ་ཅིག་གནང་གི་འདུག་ན་ཨ་ནི་ག་རེ་རེད་ཟེར་ན། བྱེ་མའི་ལེ་ཚེ་བཞག་གོ་རེད་གསུངས་འོ་འདུག་ཅེས་ནས་ད་ད་ལྟ་འདི་ལ་སྐག་དང་འགག་གཉིས་ལ་བཞག་རོགས་བ་ད་དེ་ག་ནང་བཞིན་ཅེས་ནས་ཉལ་ཁྲིའི་སྟེང་དུ་ཕྲུ་གུ་དམྱལ་འདུག་ཟེར་དུས་ག་རེ་འདུག་འདུག་ཕྲུ་གུ་དམྱལ་ཡོད་ཟེར་དུས་དམྱལ་ཡོད་འདུག་ཟེར་ག་ལ་འགྲིག་ཕྲུ་གུ་དམྱལ་ཡོད་ཟེར་དུས་ལམ་སང་གོ་ར་ག་རེ་བསྟན་གི་འདུག་གཙོ་བོ་བྱེད་པ་པོ་ཞིག་གིས་བྱ་བའི་ཡུལ་གང་ཡང་རུང་བ་ཅིག་ལ་ཕར་བྱ་བ་བྱས་པ་བསྟན་གི་འདུག་བ། རྗེ་དཔའ་བོ་ཕ་མ་ལ་སོགས་པ་གང་ཡང་རུང་བ་ཞིག་གིས་བྱ་བའི་ཡུལ་ག་རེ་ཕྲུ་གུར་བ། ཕྲུ་གུ་སྟེང་དུ་ཕར་བྱ་བ་བྱེད་པ་ཅིག་བསྟན་ཡོང་གི་འདུག་ཏག་ཏག་བསྟན་གྱི་རེད་ད་དམྱལ་འདུག་ཟེར་དུས་ལམ་སང་དེ་འདྲའི་གོ་བ་ལེགས་ཀྱི་འདུག་གོ་བ་དེ་འདྲ་ཅིག་ལེགས་ཡོད། ད་ཉལ་ཁྲིའི་སྟེང་དུ་ཕྲུ་གུ་ཉལ་འདུག་ཟེར་དུས་ཉལ་ཟེར་དེ་བྱེ་མའི་ལེ་ཚན་རེད། བྱེ་མའི་ལེ་ཚན་ཡིན་ཡིན་སྟངས་ག་རེ་རེད་ཟེར་ན་གཙོ་བོ་བྱ་བའི་ཡུལ་གང་ཞིག་ལ་ཚུར་བྱ་བ་བྱུང་བ་ཞིག་བྱ་བའི་ཡུལ་ག་རེ་ཕྲུ་གུར་བ། བྱ་བའི་ཡུལ་ཕྲུ་གུ་ཁོ་རང་གི་སྟེང་ནས་འཚོལ་བར་བྱ་བ་བྱུང་བ། བྱ་བ་གར་བྱུང་རིང་ཉལ་བའི་བྱ་བ་དེ་བྱུང་དགོས་རུང། བྱེད་པོ་པོ་ཞིག་གིས་ཕར་བྱ་བ་བྱས་བྱ་བ་མ་ཡིན་ཕྲུ་གུ་ཁོ་རང་གི་སྟེང་དུ་བྱ་བ་ཅིག་གྲུབ་པ་ཡིན་པ། ཚུར་བྱ་བ་ཅིག་བྱུང་བསྡད་པ་ཡིན་པ། དེ་དུས་ཚུར་བྱ་བ་བྱུང་བ་ཟེར་དུས། ཁོ་རང་གི་སྟེང་དུ་བྱ་བ་ཅིག་གྲུབ་པ་གལ་སོང། ཚུར་བྱ་བ་བྱུང་བ་ཟེར་དུས་བྱ་བ་དེ་ཚུར་སླེབས་དགོས་པའི་སྐད་ཆ་མ་རག་ཡང། དེ་དུས་ཁོ་རང་གིས་གོ་བ་ལེན་སྟངས་དེ་འོ་དུ་བྱས་ནས་ད་དེ་ག་ནང་བཞིན་ཚང་མ་ལ་སྦྱར་ན་གཅིག་པ་རེད་བ། འོ་དེའི་ཐོག་ནས་དོན་གྱི་ཁྱད་པར་གཉིས་པ་དེ། ད་འདི་ཡི་བྱེད་འབྲེལ་བྱེད་མེད་ཀྱི་གོ་བ་རེ་དང་གོ་བ་ཏག་ཏག་གླེགས་ཡོར་དང་འདི་གོ་བ་ཁ་ཁ་ཅིག་མ་འདི་གོ་བ་རྒྱབ་སྟངས་ཁ་ཁ་ཅིག་རེད་བ་འདི་ཡང་གོ་བ་རྒྱབ་སྟངས་ཁ་ཁ་ཅིག་རེད་ད། དོན་དག་དག་ཡང་བསྐོར་བཞིན་བསྐོར་བཞིན་བླ་ནས་དེ་རུ་བབས་ཟེར་བ་ན་བཞིན་བབས་ས་དེ་གཅིག་པ་བབས་དགོས་རོགས་གོ་བྱེད་འབྲེལ་བྱེད་མེད་ཀྱི་གོ་བ་རང་རེད་བ་ཡིན་ན་ཡང་གོ་བ་རྒྱབ་སྟངས་ཅིག་རེད་གོ་བ་སླེབས་སྟངས་ཅིག་གོ་བ་སྤྲད་སྟངས་སྤྲད་ལུགས་དེ་ཨ་ཁོ་རང་གིས་མ་འདྲ་བ་མ་འདྲ་བ་སྤྲད་ཀྱི་ཡོད་རེད་བ་དེ་ཡིན་པ་སོང་ཙང་འདི་ཡང་གོ་བ་སྤྲད་སྟངས་ཁ་ཁ་ཅིག་གི་ཐོག་ནས་སྤྲད་ཀྱི་ཡོད་རེད་ད་འདི་འདི་གཉིས་ཀྱི་གོ་བ་དེའང་བྱེད་འབྲེལ་བྱེད་མེད་ལ་ཡོད་རེད་འདི་གཉིས་ཀྱི་གོ་བ་དེའང་བྱེད་འབྲེལ་བྱེད་མེད་ལ་ཡོད་རེད་ད། དེའི་རྗེས་སུ་དོན་གྱི་ཁྱད་པར་གསུམ་པ་སྟེ། བྱེད་པ་པོ་འབུར་དུ་ཐོན་པ་དེ་བྱེད་འབྲེལ་ཡིན། བྱ་བའི་ཡུལ་འབུར་དུ་ཐོན་པ་དེ་བྱེད་མེད་ཡིན། ད་དེ་ཏག་ཏག་ཡོད་རེད་ད་ཡང། དཔེར་ན། ཉལ་ཁྲི་ཡི་སྟེང་དུ་ཕྲུ་གུ་བསྙལ་ཡོད་ཟེར་ན། ག་རེ་འབུར་དུ་ཐོན་ཡོང་གི་རེད་ཟེར་ན། བྱེད་པ་པོ་དང་བྱ་བའི་ཡུལ་གཉིས་ཀྱི་ནང་ནས་བྱེད་པ་པོ་དེ་འབུར་དུ་ཐོན་དགོས། བྱེད་པ་པོ་ཟེར་དུས་བྱ་བ་བྱེད་མཁན་དེ། བྱ་བ་བྱེད་པ་པོ་ཟེར་ན་འདྲ་བྱ་བ་དེ་བྱེད་མཁན་དེ་འབུར་དུ་ཐོན་ཡོང་གི་འདུག་ཉལ་ཁྲིའི་སྟེང་དུ་ཕྲུ་གུ་བསྙལ་ཡོད་ཟེར་དུས་ལམ་སང་གོ་རང། ཕྲུ་གུ་དམྱལ་བ་པོ་ཨ་ནི་ཕ་མ་ལ་སོགས་པ་སྤུན་མཆེད་ལ་སོགས་པ་ཨ་ནི་མི་རྒན་པ་ལ་སོགས་པ་དེ་ལམ་སང་འབུར་དུ་དོན་ཡོང་དང་བྱེད་པ་པོ་དང་བྱ་བ་བྱེད་མཁན་དེ་འབུར་དུ་ཐོན་དགོས། ད་ཡང་ཉལ་ཁྲིའི་སྟེང་དུ་ཕྲུ་གུ་ཉལ་ཡོད་སྲིད་དུས་དེ་བྱེ་མའི་ལས་ཚིག་དེ་དེ་གི་ག་རེ་འབུར་དུ་ཐོན་ཡོང་ཟེར་ན་བྱ་བའི་ཡུལ་དེ་འབུར་དུ་ཐོན་བྱ་བའི་ཡུལ་ག་རེ་ཕྲུ་གུ་དེ་འབུར་དུ་ཐོན་ཡོང་དང་ཕྲུ་གུ་ཉལ་ཁྲིའི་སྟེང་དུ་ཕྲུ་གུ་དམྱལ་ཡོད་ཟེར་ན་ལམ་སང་ཕྲུ་གུ་དེ་འབུར་དུ་ཐོན་ཡོང་དང་བློ་ངོར་ལ་ཕྲུ་གུ་དེ་གཙོ་བོ་ཤར་ཡོང་དང་དེ་ཚོ་གཙོ་བོ་རེད་ད་ཡང་འབུར་དུ་ཐོན་ཟེར་ལབ་བཤད་དོ་དེ་ལ་འབུར་དུ་ཐོན་ཟེར་དུས་ཡང།

བྱེད་པ་པོ་འབུར་དུ་ཐོན་པ་དེ་གར་རེད་འདུག་བྱ་བའི་ཡུལ་འབུར་དུ་ཐོན་པ་དེ་གར་འདུག་དེ་ལྟ་བུར། དེ་གཉིས་ཀྱི་ནང་ནས་བྱེད་པ་པོ་འབུར་དུ་ཐོན་པ་དེ་གར་རེད་ཟེར་ན་བྱེད་འབྲེལ་ལས་ཚིག་རེད་དེ་གཉིས་ཀྱི་ནང་ནས་བྱ་བའི་ཡུལ་འབུར་དུ་ཐོན་པ་དེ་གར་རེད་ཟེར་ན་བྱེད་མེད་ལས་ཚིག་ཡིན། ཟེར་ན་ད་དེ་ཡིན་དུས་ལས་དོན་ཆ་ཚང་འགྲུབ་ཡོད་ཟེར་ཡོང་དུས་དེ་བྱ་ཚིག་འགྲུབ་ཟེར་བའི་གྱི་བྱ་ཚིག་དེ་ལ་བརྟེན་ནས་ག་རེ་འབུར་དུ་ཐོན་གྱི་འདུག་ཟེར་ན། བྱེད་པ་པོ་འབུར་དུ་ཐོན་མཁན་དེ་བ་ལས་དོན་ཆ་ཚང་བསྒྲུབས་ཡོད་ཟེར་དུས་བྱེད་པ་པོ་དེ་འབུར་དུ་ཐོན་བྱ་བ་བྱེད་མཁན་དེ་ལས་དོན་ཆ་ཚང་བསྒྲུབས་མཁན་དེ་བྱ་བ་བྱེད་མཁན་དེ། འོ་ལས་དོན་ཆ་ཚང་བསྒྲུབ་ཏུ་བཅུག་མཁན་དེ་བསྒྲུབ་པར་བྱེད་པ་པོ་དེ་ཡང་འབུར་དུ་ཐོན་ཡོང་གི་འདུག་བ་དེ་ཡིན་པ་སོང་ཙང་དེ་གར་ཆགས་སོང་བྱེད་འབྲེལ་ལས་ཚེགས་ཡིན་ལབ་བར་དེ་བསྒྲུབས་དེ་གི་གར་སོང་ན། བྱ་བ་བྱ་བ་བྱེད་པ་པོ་དེ་འབུར་དུ་མི་ཐོན་པ་བྱས་ནས་བྱ་བའི་ཡུལ་དེ་འབུར་དུ་ཐོན་ཡོང་གི་འདུག་བྱ་བའི་ཡུལ་གར་སོང་ན་ད་ལྟ་སྐབས་སུ་བབ་པ་ལས་དོན་དེ་རེད་བ་ལས་དོན་ཆ་ཚང་དེ་ལས་དོན་དེ་རེད་བ་དེ་འདུག་ལས་དོན་ཆ་ཚང་བསྒྲུབས་ཡོད་ཟེར་དུས་གཙོ་བོ་ག་རེ་འབུར་དུ་ཐོན་ལས་དོན་དེ་འབུར་དུ་བྱ་བའི་ཡུལ་དེ

འཕོ་འགྱུར་འབྱུང་ས་ཀྱི་གཞི་ཅི་ཡོད་རུང་དངོས་པོ་གང་ཡང་རུང་བ་དེ་དོན་དག་ལ་བྱ་བའི་ཡུལ་ལ་ཟིན་ད་ག་རེ། བྱ་བ་ཁོ་རང་ཡོད་ས་དེ་བྱ་བ་ཁོ་རང་ལྡན་ས་དེ་བྱ་བ་ཁོ་རང་ལྡན་ས་ཀྱི་གཞི་དེ་ལ་ག་རེ་ལགས་པ་རེད་བྱ་བའི་ཡུལ་ཟེར། དཔེར་ན་ད་ལྟ་ལས་དོན་ཆ་ཚང་བསྒྲུབས་ཡོད་ཟེར་དེ་འདི་བསྒྲུབས་པའི་ཀྱི་བྱ་བ་དེ་ལྡན་ས་དེ་ག་རེ་ཟེར་ན་ལྡན་སའི་གཞི་དེ་ལས་དོན་དེ་ཆགས་དར་དེ་ལ་ལས་དོན་དེ་ལ་ག་ལགས་པ་རེད་བྱ་བའི་གཞི་ཡང་ལགས་པར་བྱ་བའི་གཞི་ཟེར་དུས་ཡང་གའུ་ཞག་གི་འོད་ཤེལ་རེད་ད། འོ་འོ་དེ།

བྱ་བའི་ཡུལ་ཟེར་བ་རེད་ད་དེ་ཡིན་པ་སོང་ཙང་ཕྲུ་གུ་དེ་འབུར་དུ་ཐོན་ཡོང་དུས་བྱ་བའི་ཡུལ་འབུར་དུ་ཐོན་ཟེར་བ་དེ་ལས་དོན་དེ་འབུར་དུ་ཐོན་ཡོང་དུས་བྱ་བའི་ཡུལ་འབུར་དུ་ཐོན་བྱ་བའི་གཞི་འབུར་དུ་ཐོན་ཟེར་བ་རེད་ད་འགྲོ་ལམ། འགག་ཏུ་སྲིད་དུས་འགྲོ་ལམ་དེ་ཡང་འབུར་དུ་ཐོན་ཡོང་དགོས་ན། ག་རེ་ག་རེ་ལགས་པ་རེད་བྱ་བའི་ཡུལ་འབུར་དུ་ཐོན་བྱ་བའི་གཞི་འབུར་དུ་ཐོན་ཟེར་འོ་འདུག་བྱས་ནས་ད་དེའི་དོན་གྱི་ཁྱད་པར་གསུམ་པ་དེ་གར་སོང་ན་བྱེད་པ་པོ་འབུར་དུ་ཐོན་པ་དང་བྱ་བའི་ཡུལ་གྱི་འབུར་དུ་ཐོན་པ་ཟེར་འོ་ད་དེ་གོ་བ་རེད་ད་གོ་བ་ད་བྱེད་འབྲེལ་ལས་ཚིག་བྱེད་མི་ལས་ཚིག་ཆ་ཙམ་ལ་དེ་གོ་བ་དེ་ལས་ཀི། ཆ་ཚང་ཟེར་ན་ད་ད་གི་གོང་དུ་ཞུས་པ་ནང་བཞིན་བྱས་ནས་ད་དེ་དེའི་དོན་གྱི་གོ་བའི་ཐོག་ནས་བྱེད་འབྲེལ་བྱེད་མིན་ཁྱད་པར་ཡིན་པ་སོང་ན་ཡང་ཁྱབ་པ་ཡོག་མར་དང་དེ་གི་ཁྱབ་ཚུགས་མར་དང་ཆ་ཚང་ལ་ཁྱབ་གི་མར་བརྒྱ་ཆ་དགུ་བཅུ་ལ་ཁྱབ་གི་རེད་དེ་ཡིན་ན་ཡང་ད་ཡང་བརྒྱ་ཆ་ཁ་ཤས་ཅིག་ལ་མ་ཁྱབ་པ་ཡང་ཡོད་རེད་བ་དཔེར་ན་འགྲོ་ཟེར་བ་དེ་ད་བྱས་བྱ་ཚིག་གི་ནང་ནས་རྙོག་དྲ་ཆེ་ཤོས་དེ་འདི་རེད་བ་འགྲོ་ཟེར་བ་དེ་འགྲོ་ཉལ་འདུག་འགྲོ་འགྲོ་ལ་སོགས་པ་དེ་ལྟ་དེ་འགྲོ་ཟེར་བ་དེ། ཡང་དེ་འགྲོ་ཟེར་དུས་སྐབས་སོགས་ལ། བྱེད་པ་པོ་འབུར་དུ་ཐོན་པ་དང་བྱ་བའི་ཡུལ་འབུར་དུ་ཐོན་པ་གཉིས་ཀྱི་ནང་ནས་ག་རེ་རེད་འདུག་འགྲོ་ཟེར་དུས་བྱེད་པ་པོ་འབུར་དུ་ཐོན་གྱི་འདུག་གམ་བྱ་བའི་ཡུལ་འབུར་དུ་ཐོན་གྱི་འདུག་ཟེར་དུས་ད་གཉིས་ཀ་འདྲ་བ་ཆགས་བསྡད་ཡོད་རེད་བ་ཧོ། དེ་འགྲོ་ཟེར་དུས་བྱེད་པ་པོ་ཡང་འབུར་དུ་ཐོན་གྱི་རོགས་འགྲོ་བ་པོ་བཀྲ་ཤིས་འབུར་དུ་ཐོན་ཡོང་རོགས། བྱ་བའི་ཡུལ་ཡང་འབུར་དུ་ཐོན་རོགས་དེ་ཡིན་དུས་རྩ་ནས་འདི་ལ། ཡང་འདི་གི་ཡང་མ་ཁྱབ་པ་དེ་སྐྱོན་ལས་ཀར་དང་བྱེད་པ་པོ་འབུར་དུ་ཐོན་པ་ཡིན་ན་བྱེད་འབྲེལ་ལས་ཚིག་ཡིན་པས་ཁྱབ། ལ་ཡ་ཡོག་མ་རེད་མཁྱེན་སོང་ཨ། བྱེད་པ་པོར་འདི་ཐོས་ཐོན་པ་ཡིན་ན་བྱེད་འབྲེལ་ལས་ཚེ་ཡིན་པས་ཨེ་ཁྱབ་ཟེར་ན་མ་ཁྱབ་ཟེར་ག་རེ་ལ་མ་ག་རེ་ཅིར་མ་ཁྱབ་ཟེར་ན་འགྲོ་ཞེས་པ་དེ་གས་མ་ཁྱབ་ཟེར་འདི་འགྲོ་ཟེར་དུས་བྱེད་པ་པོ་པོར་འདི་ཐོན་ཡོང་དུ་བ་དེའང་དེ་བཞིན་ལངས་ཟེར་དུས་བྱེད་པ་པོ་པོར་འདི་ཐོན་ཡོང་དུ་བ་དེ་ཡིན་པ་སོང་ཙང་ཡང་ཁྱབ་པ་ཡོག་མ་རེད་ད་འདི་ལྟ་བུ་འགྲོ་ཉལ་འདི་འགྲོ་དང་ལངས་དང་འགྲོ་འདི་བྱ་ཚིག་དེའི་རིགས་སུ་གྱུར་པའི་བྱ་ཚིག་ཁ་ཚང་ངོ་བོ་དང་ཚིག་ངན་བཤད་དུས་ག་ཚོད་མང་པོ་ཞུས་ཡོད་བ་འོ་དེའི་རིགས་སུ་གྱུར་པའི་བྱ་ཚིག་ཁ་ཤས་ཀྱི་མ་དཔེ་བཞག་ན་ད་དེ་འདྲ་བོ་བྱ་ཚིག་དམིགས་བསལ་བྱ་ཚིག་ཡན་ཚད་བཅས་ཁ་ཤས་བྱེད་རེད་དེ་འདྲ་བོ་དེ་ཕ་དཔེ་བཞག་ན་ད་བྱེད་འབྲེལ་བྱེད་མེད་ལ་ད། འདི་གོ་བ་དེ་ཏག་ཏག་ཁོ་རང་དེ་གི་རེད་ད་ཁྱོད་ཚོ་ཨོ་སྡུག་བྱེད་ནས་ད་ནི་ད་ཅིག་ཁོ་རང་དཔེ་ཆ་ཅིག་བསྔོ་བ་ཡོང་དུས་ཨ་འདིའི་ནང་ནས་བྱ་ཚིག་ཅིག་ངོས་བཟུང་ནས་བྱ་ཚིག་དེ་བྱེད་འབྲེལ་རེད་འདུག་ད་བྱེད་མེད་རེད་འདུག་ལྟ་ཡོང་དུས་བྱེད་པ་པོ་འབུར་དུ་ཐོན་གི་འདུག་གམ་བྱ་བའི་ཡུལ་འབུར་དུ་ཐོན་གི་འདུག་འདི་གཉིས་ཀྱི་ཐོག་ནས་བྱེད་འབྲེལ་བྱེད་མེད་ཐག་ཆོད་བྱས་ན་འགྲིག་གི་རེད་ད་འདི་འདྲ་བོ་འགྲོ་ཉལ། ལངས་ལ་སོགས་པ་གང་ཟག་དང་འབྲེལ་བའི་བྱ་ཚིག་ཁ་བྱ་བ་དང་བྱ་ཚིག་ཁ་ཤས་བྱོ་རེད་དེ་ཕ་དཔེ་བཞག་ན་དམིགས་བསལ་བྱེད་ནས་ཕ་ཟུར་དུ་བཏོན་བཞག་ན་ཏག་ཏག་ཁོ་རང་ད་འདི། ཁྱེད་དོན་གྱི་ཁྱད་པར་དེ་གའི་ཐོག་ནས་ངོས་འཛིན་བྱེད་ཐུབ་ཀྱི་རེད། ད་དེའི་ཕྱིས་སུ་དོན་གྱི་ཁྱད་པར་བཞི་པ་དེ་གར་ན་བྱེད་ལས་དམིགས་སུ་བཀར་བ་དང་བྱ་ལས་དམིགས་སུ་བཀར་བ། ཁྱད་པར་དེ་རེད་ད། བྱེད་ལས་དམིགས་སུ་བཀར་བ་དེ་བྱེད་འབྲེལ་ཡིན། བྱ་ལས་དམིགས་སུ་བཀར་བ་དེ་བྱེད་མེད་ཡིན། ད་སྤྱི་དང། བྱེད་ལས་དང་བྱ་ལས་ཟེར་ཏེ་མ་འོག་ནས། བྱ་བྱེད་ལས་གསུམ་བཤད་པའི་སྐབས་སུ་རྒྱས་ཤིང་རྒྱས་པ། ཞིབ་ཅིང་ཕྲ་བ་ནས་མ། ཞུ་ཡ། ཆགས་ཏེ། ནས་འདི་ཡིན་དུས་རྩ་ནས་ད་ད་ལྟ་ཞིབ་ཅིང་མཁས་པ་མ།

བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གི་ཁྱད་པར་ཕྱེ་འདུག་རེད་དེ། ཀྱ་ཏག་ཏག་ཀྱི་འགྲོ་བར་དང་གོ་བར་དང་གོ་བ། དོན་གྱི་གོ་བ། ད་དེ་ཡང། འགྲོ་ལ་སོགས་པ་དེ་གཟུགས་ལ་ཁྱབ་གི་མ་རེད་ད་འགྲོ་ལ་སོགས་པ་དེ་དཔེ་བཞག་ན་བྱེད་འབྲེལ་བྱེད་འབྲེལ་ཆ་ཚང་ལ་ཁྱབ་གི་རེད་དེ། ལས་དོན་ཆ་ཚང་འགྲུབ་ཡོད་ཟེར་དུས་ཏག་ཏག་ཁོ་རང་བྱེད་ལས་མི་སུ་གར་བྱེད་ལས་མི་སུ་གར་ཟེར་ན། བྱེད་པ་པོ་ལ་ཡོད་པའི་བྱ་བ་དེ་རེད་བྱེད་པ་པོ་ལ་ཡོད་པའི་བྱ་བ་ཟེར་དུས། བྱེད་པ་པོ་ཡི་རྩོལ་བ་དེར་བ། ཁྱོད་སོང། ལས་དོན་ཆ་ཚང་འགྲུབ་ཡོད་ཟེར་དུས་ཏག་ཏག་གོ་རང་བྱེད་པ་པོ་ཡི་རྩོལ་བ་དེ་དམིགས་སུ་བཀར་ནས་བཤད་ཡོང་གི་འདུག་བ། ཨ་ནི། ལས་དོན་ཆ་ཚང་འགྲུབ་ཡོད་ཟེར་དུས་བྱ་བའི་ཡུལ་ལ་ཡོད་པའི་བྱ་བ་དེར་བྱ་ལས་དེར་བ་བྱེད་པ་པོ་ཡི་རྩོལ་བ་མ་ཡིན་པ་ཅི་བྱ་བའི་ཡུལ་གྱི་སྟེང་གི་འཕོ་འགྱུར་དེ། དེ་དུས། ལས་དོན་ཆ་ཚང་འགྲུབ་ཡོད་ཟེར་དུས་བྱ་བའི་ཡུལ་གྱི་སྟེང་གི་འཕོ་འགྱུར་དེ། ཨ་ནི། དམིགས་སུ་བཀར་ནས་མ་བཤད་ཡོང་གི་འདུག་བྱ་བའི་ཡུལ་གྱི་སྟེང་གི་འཕོ་འགྱུར་ག་རེ། ལས་དོན་དེ་ཡོངས་སུ་འགྲུབ་སོང་བ་ཅི། ལས་དོན་དེ་ཆ་ཚང་བ་ཆགས་སོང་བ་ཅི། ལས་དོན་དེ་མཐར་ཕྱིན་པ། ཆགས་སོང་བ་དེ་ག་རེ་ག་རེའི་སྟེང་དུ་ཡོད་རེད་ལས་དོན་ཁོ་རང་གི་སྟེང་དུ་ཡོད་རེད་བ་བྱ་བའི་ཡུལ་ཁོ་རང་གི་སྟེང་དུ། དེ་བྱ་བའི་ཡུལ་གྱི་སྟེང་གི་འཕོ་འགྱུར་ཅི་ཡོད་རེད་དེ་ལ་བྱ་ལས། འདི་དམིགས་སུ་བཀར་ཡོང་གི་འདུག་བ། དེ་འདུག་སོ་སོ་གི་བྱས་འབྲས་ལས་ཚིག་བྱས་མིན་ལས་ཚིག་དང། བྱས་ལ་ད་ལག་ལེན་གྱི་གནད་འགག་ཤེས་དུས། དེ་འདུག་ཚང་མ་ཡི་གནད་འགག་ཆེན་པོ་ཡོད་རེད་ད་ལག་ལེན་གནད་འགག་ཤེས་དུས་ད་དེའི་ཐོག་ནས་ལག་ལེན་གནད་འགག་དེ་སྒྲོག་འདུག་གོ་རེད་བ། ཨོ་དེ་ག་ནས་ད་དེ་ནམ་རྒྱུན་ཡོངས་གྲགས་ཀྱི་དཔེ་ཆོས་དུ་བཞག་ན་ལྕེ་དང་ཆེས། ཤིང་བཅད་ཟེར་བ་དང་ཤིང་ཆད་ཟེར་བ་གཉིས་ཏེ། ད་དེ་གཉིས་ཀྱི་ནང་ནས་བྱེད་སྒྲའི་ལས་ཚིག་ག་རེ་བྱེད་མའི་ལས་ཚིག་ག་འདྲེ་བཏགས་བར་ཟེར་ན་བྱེད་ལས་དམིགས་སུ་བཀར་བ་ག་རེ་འདུག་བྱ་ལས་དམིགས་སུ་བཀར་བ་ག་རེ་འདུག་དོན་གྱི་གོ་བ་རེ་ད། ཤིང་བཅད་དུ་ཟེར་ལབ་པ་ཡིན་ན་ལམ་སང་གོ་རང་བྱེད་ལས་དམིགས་སུ་བཀར་བ་རེ་འདུག་བ་བྱེད་ལས་གཙོ་བོ་སྟོན་ཡོང་གི་རེད་བྱེད་ལས་གཙོ་བོ་གནང་ཡོང་གི་རེད་ཤིང་བཅད་ཟེར་དུས་སྐབས་སུ་ལམ་སང་བྱེད་ལས་ག་རེ་བྱེད་པ་པོ་ཡི་གཙོ་བ་བྱེད་པ་པོ་ག་རེ་ཤིང་གཅོད་པ་པོ་གང་ས་བཀྲ་ཤིས་ལགས་སོ་བ་ཤིང་མཁན་ལགས་སོ་བའི་སྟ་རེའི་གདེང་འཇོག་བྱེད་པའི་གཙོ་བ་དེ་བྱེད་ལས་རེད་བ། གདིང་དེ་ཤིང་བཅད་ཟི་དེ་ལམ་སྲང་གོ་རང་གང་ས་གང་ཡང་རུང་བ་ཅིག་གི་སྟ་རེ་ཡར་རྡེག་པ་དང་མ་ཤིང་གི་སྟེང་དུ་འཇོག་པ་སྟ་རེ་རྡེག་འཇོག་གི་རྩོལ་བ་དེ་ལམ་སྲང་ནང་ཡོང་གི་འདུག་རྩོལ་བ་དེ་དམིགས་སུ་བཀར་ཡོང་གི་འདུག་འབུར་དུ་ཐོན་ཡོང་གི་འདུག་གདིང་དེ་ས་ནས་དེ་བཅད་དེ་གར་ཆག་སོང་བྱེད་འབྲེལ་ལས་ཟེར་ཡིན་ལབ་དགོས། དེ་ཤིང་ཆད་འདུག་ལབ་ན་ཆད་ཟི་ལུས་དུས། བྱེད་པ་པོ་གི་བྱེད་ལས་དེ་བྱེད་པ་པོ་གི་སྟ་རེ་རྡེག་འཇོག་བྱེད་པ་དེ་བློ་ངོར་སྣང་གི་རེད་ཟེར་ན་སྣང་གི་མ་རེད། འོ་ན་ག་རེ་གནང་གི་རེད་ཟེར་ན། བྱ་ལས་དེ་གནང་ཡོང་གི་རེད་བྱ་ལས་ག་རེ་ཤིང་ཁོ་རང་གི་སྟེང་གི་འཕོ་འགྱུར་དེ་ཤིང་ཁོ་རང་དུམ་བུ་དུམ་བུ་དུམ་བུ་བྱས་ནས་སིལ་བུ་སིལ་བུ་སིལ་བུ་འགྱུར་འགྲོ་ཤིང་དུམ་བུ་དུམ་བུ་བྱས་ནས་མ། ཆད་འགྲོ་ཡ་དེ་སིལ་བུ་སིལ་བུ་སིལ་བུ། འགྱུར་འགྲོ་ཡ་དེ་འོ་དེ་ག་རེ་ཤིང་གི་སྟེང་དུ་ཡོ་རོ་བ་དེ་བྱ་བའི་ཡུལ་གྱི་སྟེང་དུ་ཡོ་རོ་བ་བྱ་བ་དེ་དེ་ལྟ་བུའི་གི་བྱ་ལས་དེ། འབུར་དུ་དམིགས་སུ་སྟོན་དམིགས་སུ་བཀར་ཡོང་གི་འདུག་དེ་ཡིན་པ་སོང་ཙང་ཤིང་ཆེ་ཟེར་བ་དེ་ཆེ་དེ་གར་ཟེར་ན་བྱེ་མའི་ལས་ཚིག་ཡིན། དེ་ག་ནང་བཞིན་ཤིང་དེ་བྱ་ལས་དམིགས་སུ་བཀར་བ་དང་བྱེ་ལས་དམིགས་སུ་བཀར་བ། དེ་ག་ནང་བཞིན་བྱེ་བ་པོ་འབུར་དུ་ཐོན་པ་དང་བྱ་བའི་ཡུལ་འབུར་དུ་ཐོན་པ་གཅིག་པ་རེད་བ། ཤིང་ཆེ་ཟེར་དུས་བྱེ་བ་པོ་འབུར་དུ་ཐོན་ཡོང་གི་འདུག་བ། བྱེ་བ་པོ་གཅིག་གིས་གཙོ་བ་བྱས་པ་དེ་བྱེ་བ་པོ་བཀྲ་ཤིས་ལགས་སོགས་པའི་སྟ་རེས་གདེང་འཇོག་བྱས་པའི་བྱེ་བ་པོ་གཙོ་བ་བྱེ་བ་པོ་དེ་འབུར་དུ་ཐོན། ཤིང་ཆས་ཟེར་དུས་ཆས་ཟེར་དུས་སྐབས་སུ་ལ་བྱ་བའི་ཡུལ་དེ་ཨཱ་ནི་འབུར་དུ་ཐོན་ཡོང་གི་རེད་གསུངས། ད་དེ་ཚོ་འདི་གཉིས་པོ་དེ་ཨཱ་ནི་བརྗོད་སྟངས་དམིགས་བསལ་ས་ཁ་ཆེ་རུ་བཏང་ནས་བརྗོད་སྟངས་ཁ་ཁ་ཅིག་རེད་མ་གཏོགས་དོན་དག་གཅིག་པར་བྱེད་པ་པོ་འབུར་དུ་ཐོན་པ་དེ། འབུར་དུ་ཐོན་སྟངས་ག་རེ་རེད་ཟེར་ན་བྱེད་ལས་དམིགས་སུ་བཀར་སྟངས་དེ་རེད་བྱ་བའི་ཡུལ་འབུར་དུ་ཐོན་པ་དེ་ག་རེ་རེད་ཟེར་ན་བྱ་ལས་དམིགས་སུ་བཀར་བ་དེ། འོ་དེ་གི་ཐོག་ནས་ད་དོན་གྱི་ཁྱད་པར་དེ། ཚིག་ཁ་ཁ་ཁ་ཁ་གི་ཐོག་ནས་ཞུས་ཡོང་དུས་དོན་གྱི་ཁྱད་པར་དེ་འདྲ་ཅིག་ཡོད་རེད། ཨོ་དེ་འབའ་སོང་ཙང་ད་བྱེད་འབྲེལ་ལས་ཚིག་དང་བྱེད་མེད་ལས་ཚིག་གི་ཁྱད་པར་དེ་ལ་ཁྱད་པར་གསུམ་གྱི་ཐོག་ནས་ཞུས་ཞུ་ཡ་ཡོད་པའི་ནང་ནས་གཉིས་པ། དོན་གྱི་གོ་བས་ཀྱི་ཐོག་ནས་ནི་བྱེད་འབྲེལ་བྱེད་མེད་ཀྱི་ཁྱད་པར་གསལ་ཡ་དེ་བྱེད། ཨང་ད་དོན་གྱི་ཁྱད་པར་གསལ་ཏེ་ད་ཀྱི་གོང་དུ་ཞུས་པའི་དོན་གྱི་ཁྱད་པར་དེ་ཚོ་ཆ་ཚང་གི་ཚུལ་ཡང་དོན་དག་ཚིག་ཐུང་ཐུང་ཅིག་གི་ནང་ལ་ཚིག་ཉུང་ཉུང་ཅིག་གི་ནང་ལ་བསྡོམས་བརྒྱབ་ནས། སྙིང་བཅུད་འགྲོ་བ་ཅན་ནས་ཞུས་པ་ཡིན་ན། ད་ག་རེ་ཡོད་རེད་ཟེར་ན། གོ་བ་གི་ཐོག་ནས་རེད་ད་དོན་གྱི་གོ་བའི་ཐོག་ནས་ཁྱད་པར། བྱེད་པ་པོ་ཡི་རྩོལ་བ་འབུར་དུ་ཐོན་པ་དང་བྱ་བའི་ཡུལ་གྱི་འཕོ་འགྱུར་འབུར་དུ་ཐོན་པ་ད་དེ། གོ་བ་སྙིང་བཅུད་འདྲ་བོ་དེ་ད་དེ་ལ་སླེབས་དགོས་རེད་ད། ཡ་ཤེས་མ་ཤེས་ཅིག་གོ། རྩོལ་བ་ཡོད་མེད་ཟེར་ཡག་སྤྲོ་བོ་དང་རང་བཞིན་གྱི་བྱུང་མ་བྱུང་ཟེར་ད་མང་པོ་ཞུ་བཤད་ཡོད་རེད་གོ་བ་དེ་ལ། དེ་ཚང་མ་གི་ནང་ད་གོ་བ་སྙིང་པོ་དེ་ག་རེ་བབས་དགོས་རེད་ཟེར་ན་དེ་གཉིས་ཀྱི་སྟེང་དུ་བབས་དགོས་རེད་ད། བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གོ་བ་སྙིང་པོ་དེ། ད། བྱེད་པ་པོ་ད་བྱེད་འབྲེལ་ལས་ཚིག་ཟེར་དང་པོ་བྱེད་འབྲེལ་ཟེར་དེར་བ་བྱེད་འབྲེལ་ལས་ཚིག་ཅིག་ཡིན་པ་ཡིན་ན་ད་ག་རེ་འདི་གི་གཙོ་བོ་ག་རེ་འབུར་དུ་སྟོན་དགོས་རེད་ཟེར་ན་བྱེད་པ་པོ་གི་གཙོ་བ་དེ་འབུར་དུ་ཐོན་གི་རེད་སོང་ནས་བྱེད་འབྲེལ་ལས་ཚིག་དཔེར་ན་ལས་དོན་ཆ་ཚང་བསྒྲུབས་ཡོད་ཟེར་དུས་འདི་བྱེད་འབྲེལ་ལས་ཚིག་ཡིན་པ་སོང་ཙང་དེ་བྱེད་འབྲེལ་ལས་ཚིག་དེ་གི་ག་རེ་འབུར་དུ་ཐོན་གི་རེད་ཟེར་ན་བྱེད་པ་པོ་གི་གཙོ་བ་དེ་འབུར་དུ་ཐོན་གི་རེད་ཟེར་ཏག་ཏག་འབུར་དུ་ཐོན་གི་འདུག་བ་དེ་གི་འབུར་དུ་ཐོན་ཡོང་གི་རེད་ད་འབུར་དུ་ཐོན་ཟེར་ད་དེ་ལ་ངས་དེ་བེད་སྤྱོད་བཏང་ཡ་དེ་བྱེད་མེད་ལས་ཚིག་བེད་སྤྱོད་བཏང་འདུག་བ།

སྟོན་མ་ལ་བ་ཅན་ཐོན་ལབ་དགོས་པའི་རྒྱུ་མཚན་ག་རེ་འདུག་ཧ་གོ་དྲུག་འདུག་ཨ། འདི་ང་ག་རེ་སྟོན་འདོད་ཡོད་རེད་འདི་ལ། བྱེད་པ་པོའི་རྩོལ་བ་དང་བྱ་བའི་ཡུལ་གྱི་འཕོ་འགྱུར་གཉིས་ཀྱི་ནང་ནས་བྱ་བའི་ཡུལ་གྱི་འཕོ་འགྱུར་དེ་སྟོན་འདོད་ཡོད་རེད་དེ་ཡིན་པ་སོང་ཙང་འདི་ངས། བྱེད་མིན་ལས་ཚིག་རྒྱབ་ཤ་རོ། དེ་མ་ཡིན་པ་ད། བྱེད་འབྲེལ་ལས་ཚིག་བོད་ཆུ་བཏང་ན་ཡང་འགྲིག་གི་རེད། འོ་འདུག་བྱས་ནས། འོ་འདུག། ཨ། བྱེད་པ་པོའི་རྩོལ་བ་འབུར་དུ་སྟོན་པ་དེ་ག་རེད་ཟེར་ན། བྱེད་འབྲེལ་ལས་ཚིག་རེད། བྱ་བའི་ཡུལ་གྱི་འཕོ་འགྱུར་འབུར་དུ་སྟོན་པ་དེ་ག་རེད་ཟེར་ན། བྱེད་མིན་ལས་ཚིག་རེད། ད་དེ་མ་ཡིན་པ་བཅས་ཡང་བྱེད་འབྲེལ་ལས་ཚིག་བེད་སྤྱོད་མ་བཏང་བ་བཅས་བྱེད་པ་པོའི་རྩོལ་བ་འབུར་དུ་ཐོན་པ་བཅས་འདུག་ན་དེ་ལ་བྱེད་འབྲེལ་ལས་ཚིག་ལག་གོ་རེད་བྱ་བའི་ཡུལ་གྱི་འཕོ་འགྱུར་འབུར་དུ་ཐོན་པ་བཅས་འདུག་ན་བྱེད་མེད་ལས་ཚིག་ལག་གོ་རེད་གསུངས། ད་དཔེར་ན་འདི་གཉིས་ཀྱི་དབང་དུ་བཏང་ན་ལས་དོན་ཆ་ཚང་བསྒྲུབས་ཡོད་ཟེར་དུས། དེ་བོའུ་ས་ག་དང་ག་ར་དང་བཀྲ་ཤིས་འཇུག་སྒྲུབ་དཔག་ས་སྒྲུབ་སའི་བྱ་ཚིག་དེ། དེ་ལ་བེད་སྤྱོད་བཏང་ཡོང་དུས་ང་རང་ཚོའི་བློ་ངོར་ལ་ག་རེ་འབུར་དུ་ཐོན་ཡོང་གི་རེད་ཟེར་ན་བྱེད་པ་པོའི་རྩོལ་བ་དེ་འབུར་དུ་ཐོན་ཡོང་གི་འདུག་བ། བྱེད་པོ་པོའི་རྩོལ་བ་དེ་ཡག་འབུར་དུ་ཐོན་ནས་བྱ་བའི་ཡུལ་གྱི་འཕོ་འགྱུར་དེ་གཙོ་བོ་མ་ཡིན་པ་ཅན་བྱ་བའི་ཡུལ་གྱི་འཕོ་འགྱུར་མི་སྟོན་པ་མ་རེད་དེ་སྒྲུབ་ཟེར་བ་དེ་བྱེད་འབྲེལ་ལས་ཚིག་རེད། བྱེད་འབྲེལ་ལས་ཚིག་ཡིན་པ་སོང་ཙང་ཨ་ནི་བྱེད་ལས་དང་བྱ་ལས་གཉིས་ཚོགས་ཡིན་དགོས་རེད་ཟེར་ནས་ངེས་པར་དུ་ཡིན་དགོས་རེད་དེ། བྱ་བའི་ཡུལ་གྱི་འཕོ་འགྱུར་དེའང་འདི་ལ་ཚང་དགོས་རེད་བྱེད་པོ་པོའི་རྩོལ་བ་དེ་ཡང་འདི་ལ་ཚང་དགོས་རེད་བྱེད་ལས་དང་བྱ་ལས་གཉིས་ཀ་ཚོགས་ནས་ཨ་ནི་སྒྲུབ་ཟེར་བའི་གྱི་བྱ་ཚིག་དེ་བྱ་བ་དེ་སྒྲུབ་དགོས་རེད་བྱ་ཚིག་དེ་སྒྲུབ་གི་རེད་མ་གཏོགས་བྱེད་ལས་བྱ་ལས་གཉིས་ཀ་མ་ཚོགས་ན་སྒྲུབ་གི་མ་རེད་ཟེར་ད་དེ་ང་རང་ཚོས་མ་འོངས་བྱས་འབྲས་ལས་བྱ་བྱེད་ལས་གསུམ་བཤད་པའི་སྐབས་སུ་ཞུ་འོས་རོ། དེ་ཡིན་ན་ཡང་གཙོ་བོ་དེ་འབུར་དུ་ཐོན་ཡང་དེ་ག་རེ་ཐོན་དགོས་རེད་ལས་དོན་ཆ་ཚང་འགྲུབ་ཡོད་སྲིད་དུས་གཙོ་བོ་འབུར་དུ་ག་རེ་ཐོན་ཡོང་གི་འདུག་བྱེད་པ་པོའི་གཙོ་བ་འབུར་དུ་ཐོན་ཡོང་གི་འདུག་བ། འགྲུབ་ཡོད་སྲིད་དུས་ལམ་སང་ཁྱེད་རྣམ་པ་ཁེལ་འདུག་གི་འདུག་བ། ཨ་ནི་ལས་དོན་ཆ་ཚང་གྲུབ་ཡོད་སྲིད་དུས་བྱེད་པ་པོའི་གཙོ་བ་དེ་འབུར་དུ་ཐོན་ཡོང་གི་མི་འདུག་བ། འོ་ན་ག་རེ་འབུར་དུ་ཐོན་གི་འདུག་བྱ་བའི་ཡུལ་གྱི་འཕོ་འགྱུར་དེ་འབུར་དུ་ཐོན་ཡོང་གི་འདུག་བྱ་བའི་ཡུལ་ག་རེ་ལས་དོན་དེ་ལས་དོན་དེ་ཡོངས་སུ་རྫོགས་སོང་བ་བྱས་ལས་དོན་དེ་མཐར་ཕྱིན་སོང་བ་བྱས་དེ་ལྟ་བུའི་འཕོ་འགྱུར་དེ་ཚོ་འབུར་དུ་ཐོན་ཡོང་གི་འདུག་བ། རྟ་དེ་འབུར་དུ་ཐོན་ཡོང་དགོས་པའི་རྒྱུ་མཚན་ག་རེ་ཟེར་ན་རྟ་དེ་གོ་དེ་འབུར་དུ་བཏོན་ཡག་གི་ཆེད་དུ་ཨ་ནི། དེ་བྱེད་པ་པོའི་གོ་རྩོ་བ་དེ་འབུར་དུ་བཏོན་པའི་གི་ཆེད་དུ་འབུར་དུ་ཐོན་པའི་ཆེད་དུ་ཨ་ནི་གྲུབ་ཟེར་ནས་བྱ་ཚིག་དེ་བོད་ཆོས་དང། བྱེད་འབྲེལ་ལས་ཚིག་དེ་གསོལ་བཤགས་ར་བ། ཨ་ནི་བྱ་བའི་ཡུལ་གྱི་འཕོ་འགྱུར་དེ་འབུར་དུ་ཐོན་པ་དང་འབུར་དུ་བཏོན་པའི་གི་ཆེད་དུ་ཨ་ལས་དོན་ཆ་ཚང་གྲུབ་ཡོད་ཟེར་དེ་གྲུབ་ཟེར་བའི་གི་བྱེད་མའི་ལས་ཚིག་དེ་གསང་གོ་མེད་པ་དེ་ཁོ་རང་དང་པོ་ནས། བརྡ་སྦྱོར་མཁན་པོ་སུ་ཡིན་ན་ཡང་དེ་གི་དེ་འདྲས་ཀྱི་གསོལ་བཤགས་ར་བ་དེ་འདྲས་ཀྱི་བྲིས་བཤགས་རེད་དེ་འདྲས་ཀྱི་བརྗོད་བཤགས་ར་བ་དེ་འདྲས་གྲུབ་དེ་གའི་རོགས་བོད་ཀྱི་སྐད་ཐོག་ལ་དེ་ཡིན་པ་སོང་ཙང། འདིའི་བྱེད་པ་པོའི་རྩོལ་བ་འབུར་དུ་ཐོན་པ་དང། བྱ་བའི་ཡུལ་གྱི་འཕོ་འགྱུར་འབུར་དུ་ཐོན་པ་ཟིན་ལྟ་དེ་གཅིག་པར་ཉག་ཁྲིའི་སྟེང་དུ་ཉལ་དང་ཉལ་གཉིས་པོ་དེ་ལ་ཡང་ཉལ་ཟེར་དུས་བྱེད་པ་པོའི་རྩོལ་བ་དེ་འབུར་དུ་ཐོན་ཡོང་གི་རེད། ཉལ་ཟེར་དུས་བྱ་བའི་ཡུལ་གྱི་འཕོ་འགྱུར་འབུར་དུ་ཐོན་ཡོང་གི་རེད། དེ་ག་ན་ཞིག་འགྲོ་ལམ་བཀག་འདུག་ཟེར་དུས་བཀག་ཟེར་བ་དེ་གིས་བྱེད་པ་པོའི་རྩོལ་བ་འབུར་དུ་ཐོན་ཡོང་གི་རེད། འགྲོ་ལམ་འགག་འདུག་ཟེར་དུས་བྱེད་པ་པོའི་རྩོལ་བ་འབུར་དུ་ཐོན་པ་མ་ཡིན་པ་བྱས་ནས་བྱ་བའི་ཡུལ་གྱི་འཕོ་འགྱུར་དེ་འབུར་དུ་ཐོན་ཡོང་གི་རེད། དེ་ག་ན་ཞིག་གཅིག་པར་ཚང་མ་ལ་དེ་འདྲ་ཞིག་སྦྱར་ནས་འོ་འདུག་བྱས་ནས་གོ་བ་དེ་གི་དོན་དུ་བབ་དགོས་རེད། ད་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གི་ཁྱད་པར། ཚིག་གི་ཁྱད་པར་དང་དོན་གྱི་ཁྱད་པར་གཉིས་པོ་འདི་གོང་དུ་ཞུས་གྲུབ་ནས་ད་གསུམ་པ། མཐའ་ཆོད་ཅིང་ཁྱབ་པ་ཡོད་པའི་ཁྱད་པར། ད་འདིའི་ཁྱད་པར་དེ་ག་རེད་ཟེར་ན། མཐའ་ཆོད་པ་ཟེར་དུས་ག་སོགས་ལ་མཐའ་ཐམས་ཅད་བྷ་ག་ནས། ཁྱབ་ག་སོར་མ་ཁྱབ་པ་དང་ཁྱབ་ཆེས་པའི་སྐྱོན་ལ་སོགས་པ་མཐའ་ཐམས་ཅད་བྷ་ག་བྱས་ནས་མཐའ་ཐམས་ཅད་བྷ་ཆོད་ནས་ཁྱབ་པ་ཡོད་པའི་ཀྱི་ཁྱད་པར་དེ་ཡིན། ད་ད་གི་གོང་དུ་ཞུས་པའི་ཚིག་གི་ཁྱད་པར་འདི་ལ་ཡང་ཁ་ཤས་ལ་ཁྱབ་ཁ་ཤས་ལ་མ་ཁྱབ་ཟེར་ནས་ཁྱབ་པ་ཡོད་མེད་ཅི་རིགས་པ་ཡོད་རེད་དེ་ག་ན་ཞིག་དོན་གྱི་ཁྱད་པར་དེ་ལ་ཡང་ད་ཀྱི་གོང་དུ་ཞུས་པ་ནང་བཞིན་བྱས་ནས་བྱ་ཚིག་ཁ་ཤས་ལ་ཡང་ཁྱབ་ཐུབ་མ་ཐུབ་ལ་སོགས་པ་ཡོང་གི་རེད་ད་ཡིན་ན་ཡང་ད་ལྟ་སྐབས་སུ་བབས་པ་ད་གསུམ་པ་དེ་ག་རེད་ཟེར་ན་ཁྱབ་པ་ཡོད་པའི་ཁྱད་པར་དེ་ཡིན་ད་ཁྱབ་པ་ཡོད་པའི་ཁྱད་པར་དེ་ད་གཙོ་བོ་གོ་དོན་རང་གི་མཚན་ཉིད་རང་གི་ཐོག་ནས་མ་བཞག་བཞག་རེད་ད་དང་པོ་དེ་ལ་མཐའ་ཆོད་ཅིང་ཁྱབ་པ་ཡོད་པའི་ཁྱད་པར་དང་པོ་དེ་ག་རེད་ཟེར་ན་བྱེད་པ་པོ་གཞན་དང་དངོས་སུ་འབྲེལ་བའི་བྱ་བ་སྟོན་པ་དང་བྱེད་པ་པོ་གཞན་དང་དངོས་སུ་མ་འབྲེལ་བའི་བྱ་བ་སྟོན་པ། ད་བྱེད་འབྲེལ་ལས་ཚིག་རེད་འདུག་གམ་བྱེད་མེད་ལས་ཚིག་རེད་འདུག་བྱ་ཚིག་གང་ཞིག་བྱེད་འབྲེལ་ལས་ཚིག་རེད་འདུག་གམ་བྱེད་མེད་ལས་ཚིག་རེད་འདུག་ག་བ་བཏགས་གོ་རེད་ཟེར་ན་བྱེད་པོ་བོ་གཞན་དང་དངོས་སུ་འབྲེལ་བའི་བྱ་བ་སྟོན་མཁན་སྟོན་མཁན་འདུག་ན་འདི་བྱེད་འབྲེལ་ལས་ཚིག་རེད་ཟེར་གོ་རེད། བྱེད་པོ་བོ་གཞན་དང་དངོས་སུ་མ་འབྲེལ་བའི་བྱ་བ་སྟོན་མཁན་འདུག་ན་བྱེད་མེད་ལས་ཚིག་ཟེར་ནས་ལབ་གོ་རེད། དཔེར་ན་འགྲོ་ལམ་བཀག་འདུག་ཟེར་བའི་བྱ་ཚིག་བཀག་དེ་དང་འགྲོ་ལམ་འགག་འདུག་ཟེར་བའི་བྱ་ཚིག་འགག

འདི་བཀག་ཞེས་པ་དེ་ཏག་ཏག་སྟོན་གི་འདུག་བ་བྱེད་པ་པོ་ཞེས་ན་དངོས་སུ་འབྲེལ་བའི་བྱ་བ་ཅིག་སྟོན་གི་འདུག་བ་དེ་ཡིན་པ་སོང་ཙང་དེ་བྱེད་འབྲེལ་ལས་ཟེར་ཡིན། འདི་བཀག་ཟེར་བ་དེ་བྱེད་པ་པོ་ཞེས་ན་དངོས་སུ་འབྲེལ་བའི་བྱ་བ་ཅིག་མི་སྟོན་པ་བྱས་ནས་བྱེད་པ་པོ་ཞེས་ན་དངོས་སུ་མ་འབྲེལ་བའི་བྱ་བ་ཅིག་སྟོན་ཡོང་གི་འདུག་བ་དེ། ཨ་ནི་དེའི་འདུག་ཙང་ནི་འདི་བཀག་དེ་བཀག་ཟེར་ན་བྱེད་མེད་ལས་ཟེར་ཡིན། འོ་དེ་ཡིན་ཙང་ནི་ད་དེ་ལ་བྱེད་པ་པོ་གཞན་དངོས་སུ་ཟེར་འདི་ཚོ་གི་དོན་དག་དེ་ཁ་སང་གོང་དུ་མཚན་ཉིད་སྐབས་སུ་དཔྱད་བྱ་རེ་རེ་རེ་རེ། གོ་བ་རེ་རེ་རེ་རེ་རྒྱུ་མཚན་རེ་རེ་རེ་རེ་མ་ཞུས་ཚར་བར་དེ་ག་རང་གི་གོ་བ་དེ་ལས་གོ་རེ་དང་ད་ད་གྱི་གོང་དུ། གཉིས་པ། གོ་བ། གར་སོགས་རེད། དོན་གྱི་གོ་བའི་དོན་ནི་ཁྱད་པར་གསལ་བྱེད་དོན་གྱི་གོ་བ་དེ་ཡང་དོན་དག་ལ་འདིའི་ནང་ལ་ཏག་ཏག་གོ་ར་དེའི་གོ་བ་དེ་སླེབས་བསྡད་ཡོད་རེད་ད། ཡིན་ན་ཡང་ཚིག་ཁོ་རང་བེད་སྤྱོད་བཏང་སྟངས་ལ་བལྟས་ནས་གོ་བ་དེ་གཙོ་བོ་འབུར་དུ་ཐོན་ཡོང་གི་མི་འདུག་གོ་བ། དེ་གསལ་པོ་ཅིག་ཐོན་ཡོང་གི་མི་འདུག་དེ་ཡིན་པ་སོང་ཙང་ད་ཀྱི། གཉིས་པ། དོན་གྱི་གོ་བའི་གི་ཁྱད་པར་གསལ་དེ་ད་ཁྱད་པར་གསུམ་གྱི་ནང་ནས་གཙོ་བོ་གཙོ་བོ་དེ་གར་བཞག་གོ་ར་ཟེར་ན་དོན་གྱི་གོ་བའི་གི། གར་སོགས་ཁྱད་པར་གསུམ་གྱི་ནང་ནས་གཙོ་བོ་སོ་སོ་གི། རྩལ་དུ་སྟོན་དགོས་ཡ་དེ་ག་རེ་གོ་དགོས་རེད་ཟེར་ན་དོན་གྱི་གོ་བའི་སྒོ་ནས་ཁྱད་པར་བསལ་ཏེ་ངེས་པར་དུ་ཀླད་པ་བྱེད་དགོས་རེད་ད་དོན་གྱི་གོ་བའི་སྒོ་ནས་ཁྱད་པར་བསལ་ཏེ་ཡག་པོ་བྱེད་མ་ཤེས་པ་ཡིན་ན་དེ་གོ་བ་དེ་ལེགས་གི་མ་རེད་བ་དེ་གོ་བ་དེ་མ་ལེན་ན་དེ་ག་རེ་ཡིན་ན་ཡང་ཆོག་ཞེ་དྲག་ཡོད་མ་རེད་བ་བྲོ་བ་འདྲ་བོ་ཡིན་ན་ཡང་མེད་པ་ཆགས་རུ་གོ་བ་མེད་ན་བྲོ་བ་མེད་པ་ཆགས་རུ་ར་དེ་ཡིན་དུས་ད་ནི་ད་ངེས་པར་དུ་གོ་བ་དེ་ཡོད་དགོས་རེད་ད་གོ་བ་དེ་ཏག་ཏག་ལས་ཡོད་རེད་ད་ཡང་དེ་ལ་དེ་ཡིན་དུས་ད་ཀྱི་གོང་དུ་དོན་གྱི་གོ་བ་གི་ཁྱད་པར་དེ་ཡང་ཁ་ཁ་བྱེད་བྱེད་འདི་ཡང་ཐག་ཆོད་ཅིང་ཁྱབ་པ་ཡོད་པའི་ཁྱད་པར་དེ་ཁ་ཁ་ཟེར་ནས་དེ་འདྲས་མ་རེད་ད། ད་མཐའ་དཔྱོད་ཅིང་ཁྱབ་པ་ཡོད་ཟེར་དུས་གཙོ་བོ་ཚིག་དེ་རེད་བ། ཚིག་གི་ཐོག་ནས་ནི་ཁོ་མཐའ་དཔྱོད་པ་ཅིག་དང་ཁྱབ་པ་ཡོད་པ་ཅིག་ཚིག་ཁོ་རང་གི་ཐོག་ལ་སླེབས་དགོས་རེད་བ། དེ་ཡིན་དུས་ད་ནི་ཁོ། ཚིག་སྒྲིག་སྟངས་དེ་བྱེད་པ་པོ་གཞན་དངོས་སུ་འབྲེལ་བ་ཟེར། ཚིག་སྒྲིག་སྟངས་དེ་གི་ཐོག་ནས་ད་ཁོ། སྤང། གར་སོགས་ཁྱབ་ཆེ་བ་དང་མ་ཁྱབ་པའི་སྐྱོན་ལ་སོགས་པ་ཐམས་ཅད་ཕར་མཐའ་དཔྱོད་ཅིང་ཁྱབ་པ་ཡོད་པ་ཅིག་ཁོ་བཏོན་ཡོད་དགོས་རེད་བ། དོན་གྱིས་གོ་བ་ཟེར་དུས་གཙོ་བོ་གོ་བ་རང་རེད་མ་གཏོགས་ཚིག་དེ་ལ་བརྟག་འོག་མ་རེད། དེ་ཡིན་དུས་གོ་བ་ཁོ་ནས་ག་དྲི་ར་བོ་ཅིག་འདུག་འདུག་དེ་ལ་བརྟག་ཡོང་དགོས་རེད་བ། དེ་ཡིན་དུས་འདི་གཉིས་ཀྱི་ཁྱད་པར་དེ་འདྲ་རེད་ཡིན་ཡ་གཅིག་པ་རེད་ད། ད་གཉིས་པ་དེ་ལ་ཐག་ཆོད་ཅིང་ཁྱབ་པ་ཡོད་པའི་ཁྱད་པར་གཉིས་པ་དེ་གར་ཟིན་ན་རྗེས་དཔོག་པོ་ཞེས་ནི་དངོས་སུ་ཡོད་པའི་བྱ་བ་སྟོན་པ་དེ་ཡིན་ན་བྱེད་འབྲེལ་ལས་ཚིག་ལགས་པོ་རེད། རྗེས་དཔོག་པོ་ཞེས་ནི་དངོས་སུ་མེད་པའི་བྱ་བ་སྟོན་པ་ཅན་ཡིན་ན་བྱེད་མིན་ལས་ཚིག་ལགས་པོ་རེད། དཔེར་ན་དེ་དུ། ལས་དོན་ཆ་ཚང་གྲུབ་ཡོད་ཟེར་བའི་གི་འགྲུབ་དེ་དང་ལས་དོན་ཆ་ཚང་གྲུབ་ཡོད་ཟེར་བའི་གྲུབ་གྲུབ་དང་གྲུབ་གཉིས་དེ་བྱ་ཚིག་རེད་བ་བྱ་ཚིག་གཉིས་འདི་གཉིས་ཀྱི་ནང་ནས་བྱེད་འབྲེལ་ལས་ཚིག་ག་རེད་བྱེད་མིན་ལས་ཚིག་ག་རེད་ད་འདི་གཉིས་ཀྱི་ཁྱད་པར་གང་འདྲ་བྱ་དགོས་ཟེར་ན། འདིའི་བྱ་ཚིག་འདི་གཉིས་པོ་གི་ནང་ནས་རྗེས་དཔོག་པོ་ཞེས་ནི་དངོས་སུ་ཡོད་པའི་བྱ་བ་སྟོན་གྱི་འདུག་ན། སྟོན་མཁན་དེ་ལ་སྟོན་བྱེད་དེ་ལ་ག་རེ་ལགས་པ་རེད་བྱེད་འབྲེལ་ལས་ཚེ་ལགས་པ་རེད་བྱེད་པོ་པོ་གཞན་དངོས་སུ་མེད་པའི་བྱ་བ་སྟོན་པ་དེ་ལ་ག་རེ་ལགས་པ་རེད་བྱེད་མེད་ལས་ཚེ་ལགས་པ་རེད་གསུངས་ད་ཏག་ཏག་ཏུ་བ་འདི་སྒྲུབ་ཟེར་བ་དེ་གས་བྱེད་པོ་པོ་གཞན་དེ། བྱེད་པོ་པོ་གཞན་དངོས་སུ་མེད་པའི་བྱ་བ་སྟོན་གི་འདུག་བ་སྟོན་བྱེད་རེད་འདུག་བ་བྱ་བ་སྟོན་ཡོང་གི་འདུག་བ་དེ་ཡིན་པ་སོང་ཙང་དེ་བྱེད་མེད་ལས་ཚེ་རེད་དེ་སྒྲུབ་ཟེར་བ་དེ་གས་ལས་དོན་ཆ་ཚང་སྒྲུབ་ཡོད་ཟེར་དུས་ལམ་སང་གོ་རང་བྱེད་པོ་པོ་གཞན་ཡོད་པའི་བྱ་བ་བྱེད་བྱེད་པ་པོ་གཞན་དངོས་སུ་ཡོད་པའི་བྱ་བ་ཞིག་བཏོན་ཡོང་གི་འདུག་བ་དེ་ཡིན་པ་སོང་ཙང་འདི་ག་རེ་ཡིན་ཟེར་ན་བྱེད་འབྲེལ་ལས་ཚིག་ཡིན། འོ་དེ་ཁྱད་པར་གཉིས་པ་དེ་ད་ཐག་ཆོད་ཅིང་ཁྱབ་པ་ཡོད་པའི་ཁྱད་པར་གསུམ་པ་དེ་ག་རེ་ཟེར་ན་བྱེད་པ་པོ་གཞན་ལ་དངོས་སུ་བརྟེན་པའི་བྱ་བ་སྟོན་པ་དང་བྱེད་པ་པོ་གཞན་ལ་དངོས་སུ་མ་བརྟེན་པའི་བྱ་བ་སྟོན་པ་ད་དོན་དག་གཅིག་པར་གདའ་དེ་ཚོ་ཡང་དོན་དག་གཅིག་པར་གདའ། དེ་ཡིན་དུས། དཔེར་ན་ཕ་གིའི་ཉལ་ཁྲིའི་གི་སྟེང་དུ་ཕྲུ་གུ་དམྱལ་ཡོད་ཟེར་ན་ག་རེ་སྟོན་ཡོང་དུ་བྱེད་པོ་པོ་གཞན་ལ་དངོས་སུ་བསྟན་པའི་བྱ་བ་ཅིག་སྟོན་གི་འདུག་དེའི་བ་སོ་ས་ཉལ་ཟེར་བ་དེ་བྱེད་འབྲེལ་ལས་ཚིག་ཡིན། ཨ་ནི་ཉལ་ཁྲིའི་སྟེང་དུ་ཕྲུ་གུ་ཉལ་ཡོད་ཟེར་ཏེ་ཕ་གིས་ཉལ་ཟེར་བ་དེ་ག་རེ་སྟོན་དུ་བྱེད་པོ་པོ་གཞན་ལ་དངོས་སུ་མ་བསྟན་པའི་གི་བྱ་བ་ཅིག་སྟོན་གི་འདུག་དེའི་བ་སོང་ས་ཕ་གིས་དེ་ག་རེ་ཟེར་ན་བྱེད་མའི་ལས་ཚིག་ཡིན། ཨོ་དེ་ག་ན་བྱེད། ནུབ་དང་ནུབ་ཟེར་ནས་སངས་རྒྱས་ཀྱི་བསྟན་པ་ནུབ་གླང་དར་མས་སངས་རྒྱས་ཀྱི་བསྟན་པ་ནུབ་ཟེར་བའི་སྐད་ཆ་ཅིག་ཡོད་ར་སངས་རྒྱས་ཀྱི་བསྟན་པ་ནུབ་ཟེར་བ་དང་སངས་རྒྱས་ཀྱི་བསྟན་པ་ནུབ་བཙལ་འདི་གཉིས་ཀྱི་དབང་དུ་བཏང་ན། སངས་རྒྱས་ཀྱི་བསྟན་པ་ནུབ་བཙལ་དུས་འདི་ནུབ་བཙལ་བའི་བྱ་ཚིག་དེ་གིས་ག་རེ་སྟོན་དགོས་རེད་ཟེར་ན་བྱ་བ་སྟོན་དགོས་རེད་བྱ་བ་དེ་ཡང་ག་འདྲས་སྟོན་དགོས་རེད་བྱེད་པོ་པོ་གཞན་ལ་དངོས་སུ་བསྟན་པའི་བྱ་བ་ཅིག་སྟོན་དགོས་འདུག་བ་དེའི་བར་སོང་ཚ་བྱེད་འབྲེལ་ལས་ཟིན་ཡིན། བར་གྱི་སངས་རྒྱས་ཀྱི་བསྟན་པ་ནུབ་བཙལ་དུས་ནུབ་བཙལ་བ་དེ་གིས་ག་རེ་སྟོན་དགོས་རེད་བྱེད་པོ་པོ་གཞན་ལ་དངོས་སུ་མ་བསྟན་པའི་བྱ་བ་ཅིག་སྟོན་དགོས་འདུག་བ་དེའི་འདུ་བྱེད་མེད་ལས་ཟིན་ཡིན། ཨ་ནི་ཐག་ཆོད་ཅིང་ཁྱབ་པ་ཡོད་པའི་ཁྱད་པར་བཞི་པ་དེ་གར་སོང་ན།

བྱ་ཚིག་ཅིག་ཡིན་པ་ཡིན་ན་དེ་འདྲ་བུ་སྟོན་མཁན་གྱི་བྱ་ཚིག་ཅིག་ཡིན་པ་ཡིན་ན་བྱེ་མའི་ལས་ཚིག་ཡིན་པས་ཁྱབ་བ་ཟེར་ནས་ད་དེའི་ཁྱད་པར་འདི་ལ་ཁྱབ་བར་ཡོད་དང་ཁྱབ་བ་ཡོད་པའི་གེགས་ཁྱད་པར་རེད་ད། ད་བྱེད་སྒྲའི་ལས་ཚིག་དང་བྱེ་མའི་ལས་ཚིག་གི་གསུམ་པ་མཐའ་ཆོད་ཅིང་ཁྱབ་བར་ཡོད་པའི་ཁྱད་པར། བཞི་པ་ཡན་ཆད་གོང་དུ་ཞུས་གྲུབ་ནས་ད་ལྔ་པ་དང་དྲུག་པ། ད་འདི་ངས་དེབ་འདིའི་ནང་ལ་དྲུག་ཐམ་པ་བྲིས་བཞག་ཡོད། ད་ལྔ་པ་དེ་ག་འདྲས་རེད་ཟེར་ན། བྱེད་པ་པོ་གཞན་དངོས་སུ་སྣང་བའི་བྱ་བ་སྟོན་པ་དང་བྱེད་པ་པོ་གཞན་དངོས་སུ་མི་སྣང་བའི་བྱ་བ་སྟོན་པ། ད་འདི་ཁ་གསལ་དུ་བཏང་རེད་ད་ཁ་སྔ་མ་བཞི་ཞུས་ཟིན་པ་འདི་ཁ་གསལ་དུ་བཏང་ནས། ཁ་གསལ་དུ་བཏང་ཡོང་དེ་ལྟ་ཅི་དང་ཁ་ཚང་གོ་འདུག་ངོ་བོ་དང་གོ་དོན་བྱེད་འབྲེལ་ལས་ཚིག་ངོ་བོ་དང་བྱེད་མིན་ལས་ཚིག་ངོ་བོ་བཤད་པའི་སྐབས་སུ་ཡིན་ན་ཡང་འདི་ཚོ་འགྲོ་ཚར། ཡིན་ན་ཡང་ད། ཁ་གསལ་དུ་བཏང་ནས་ཚིག་དོན་དག་རྟོགས་རྟོགས་བྱས་ནས་མཉམ་དུ་རྟོགས་བསྒྲིགས་ནས་ཞུས་པ་ཡིན་ན་ཡང་ཁྱེད་རྣམ་པ་གོ་བ་དམིགས་བསལ་གོང་ནས་གོང་དུ་འཕེལ་འགྲོ་དགོས་རེད་བ། ནི་འདི་ལྟ། བྱེད་འབྲེལ་ལས་ཚིག་རེད་འདུག་གམ་བྱེད་མིན་ལས་ཚིག་རེད་འདུག་ག་བ་ལ་བརྟག་དགོས་རེད་ཟེར་ན། བྱེད་པ་པོ་གཞན་དངོས་སུ།

ཨོ་ཏི་ཡིན་པ་སོང་ཙང་ད་དེ་གའི་བྱེད་འབྲེལ་ལས་ཚིག་བྱེད་མིན་ལས་ཚིག་ཆ་ཚང་ལ་ཁྱབ་པ་བྱེད་དགོས་དང་ཨ་མཐའ་ཆོད་ཅིང་ཁྱབ་པ་ཡོད་པའི་གའི་ཁྱད་པར་དྲུག་པ་དེ་གར་སྲིད་ན་ད་དེ་ཡང་གསལ་དུ་བཏང་བ་ཡིན་ན་ད་དེ་གཉིས་པོ་དེ་གའི་མཐའ་ཆོད་ཁྱབ་པ་ཡོད་པའི་ཁྱད་པར་ལྔ་པ་དེ་གའི་ག་རེ་གསལ་དུ་བཏང་ཡོད་རེད་ཟེར་ན་ཁྱད་པར་བཞི་པ་དང་ཁྱད་པར་གསུམ་པ་དེ་ཚོ་གོ་བདེ་རུ་བཏང་ནས་གསལ་དུ་བཏང་དགོས་རོགས་ད་ཁྱད་པར་ལྔ་པ་དེ་ག་ཡང་ད་དུང་ཡག་པོ་ཅིག་བློ་ལ་ཤར་གི་མི་འདུག་ན་ཁྱད་པར་ལྔ་པ་དེའང་ཁྱད་པར་དྲུག་པ་དེ་ཀའི་སར་འདུག་སྟངས་བར། ཁྱད་པར་དྲུག་པ་འགའ་རེ་བྱེད་པ་པོ་གཞན་དངོས་སུ་བློ་ངོ་ལ་འཆར་བར་བྱེད་པ་དང་བྱེད་པ་པོ་གཞན་དངོས་སུ་བློ་ངོ་ལ་འཆར་བར་མི་བྱེད་པ། ད་བྱེད་འབྲེལ་བྱེད་མིན་ཁྱད་པར་རེ་ད། བྱེད་པ་པོ་གཞན་དངོས་སུ་བློ་ངོ་ལ་འཆར་བར་བྱེད་པ་ཅིག་འདུག་ན་བྱེད་འབྲེལ་ལས་ཚིག་ཡིན། ད་བྱ་ཚིག་གང་ཞིག་ཡིན་པ་ཞིག་བཞག་རོགས་བདག་ད་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་ཁྱད་པར་བཞིན་བྱ་ཚིག་ཅིག་བཞག་ནས་བྱ་ཚིག་དེ་ཡིས་བྱེད་པ་པོ་གཞན་དངོས་སུ་བློ་ངོ་ལ་འཆར་བར་བྱེད་ཀྱི་འདུག་ན་བྱེད་འབྲེལ་ལས་ཚིག་ཡིན། ཡང་བྱ་ཚིག་གང་ཞིག་བྱ་ཚིག་ཁྱོད་ཀྱིས་བྱེད་པ་པོ། གཞན་དངོས་སུ་བློ་ངོ་ལ་འཆར་བར་མི་བྱེད་པ་ཡིན་ན་བྱེ་སྨྲའི་ལས་ཚིག་ཡིན། དཔེར་ན་ལས་དོན་ཆ་ཚང་བསྒྲུབས་ཡོད་ཟེར་བའི་འདི་བསྒྲུབས་ཟེར་བ་དེ་བྱ་ཚིག་དེ་བྱེད་སྒྲའི་ལས་ཚིག་ཡིན་ནམ་བྱེ་སྨྲའི་ལས་ཚིག་ཡིན་ཟེར་ག་བ་བརྟག་གོ་རེད་ཟེར་ན་བྱེད་པ་པོ་གཞན་དངོས་སུ་བློ་ངོ་ལ་འཆར་བར་བྱེད་མི་བྱེད་ལ་བརྟག་གོ་རེད། འདི་གི་ཆེད་དཔེར་ན་ལས་དོན་ཆ་ཚང་བསྒྲུབས་ཡོད་ཟེར་དུས་བྱེད་པ་པོ་གཞན་དེ་དངོས་སུ་བློ་ངོ་ལ་འཆར་བར་བྱེད་ཀྱི་འདུག་གམ་མི་འདུག་ཟེར་ན་བློ་ངོ་ལ་འཆར་ཡོང་གི་འདུག་བ། བྱེད་པ་པོ་འབུར་དུ་ཐོན་ཡོང་དུ་བ་བློ་ངོ་ལ་ཤར་ཡོང་དུ་བ་ད་ཀྱི་གོང་དུ་ཞུས་ཡོད་པ་བྱེད་པ་པོ་ཡི་རྩོལ་བ་འབུར་དུ་ཐོན་པ་དང་བྱ་བའི་ཡུལ་གྱི་འཕོ་འགྱུར་འབུར་དུ་ཐོན་པ་གཉིས་ཀྱི་ནང་ནས་བྱེད་པ་པོའི་རྩོལ་བ་འབུར་དུ་ཐོན་དགོས་རེད་བྱེད་པ་པོ་དང་བྱ་བའི་ཡུལ་གཉིས་ནས་བྱེད་པ་པོ་འབུར་དུ་ཐོན་ཡོང་དུ་བྱེད་ལས་དང་བྱ་ལས་གཉིས་ཀྱི་ནང་ནས་བྱེད་ལས་འབུར་དུ་ཐོན་པ་སོང་ཙང་ཨ་བྱེད་པ་པོ་གཞན་དེ་དངོས་སུ་བློ་ངོ་ལ་འཆར་བར་བྱེད་ཀྱི་འདུག་བསྒྲུབ་ཟེར་བའི་བྱ་ཚིག་དེ་ལ་བརྟེན་ནས་དེ་ཡིས་ཨ་ནི་ང་རང་ཚོ་གི་བློ་ངོ་ལ་ག་རེ་འཆར་བར་བྱེད་ཀྱི་རེད་སོང་བྱེད་པ་པོ་གཞན་དེ་གཉིས་ཨ་འཆར་བར་བྱེད་ཀྱི་འདུག་འཆར་བར་བྱེད་ཟེར་དུས་ཤར་བར་བྱེད་པའི་དོན་དག་རེད་བ་ཁོས་འཆར་བར་བྱེད་མཁན་དེ་ག་རེ་ཟེར་ན་འདི་བསྒྲུབ་ཟེར་བའི་གི་བྱ་ཚིག་དེ་གི་རེད་བ། འདི་ལས་དོན་ཆ་ཚང་བསྒྲུབ་ཡོད་ཟེར་དུས་བྱེད་པ་པོ་ཞེས་ནི་དངོས་སུ་བློ་ངོ་ལ་འཆར་བ་བྱེད་གི་འདུག་བས་ཟེར་ན་བྱེད་གི་མི་འདུག་བ། དེའི་བར་སོང་ཚ་འདི་བྱེད་འབྲེལ་ལས་ཚིག་མ་ཡིན་ལབ་གི་རེད། འདི་བྱེད་འབྲེལ་ལས་ཚིག་ཡིན། ད་བྱེད་འབྲེལ་ལས་ཚིག་མ་ཡིན་ན་འོ་ན་བྱེད་མིན་ལས་ཚིག་ཡིན་ནམ་ཟེར་ན་ཡིན་ལབ་གི་རེད་བྱེད་པོ་པོ་ཞེས་ནི་དངོས་སུ་བློ་ངོ་ལ་འཆར་བར་མི་བྱེད་པའི་རྒྱུ་མཚན་གི་གེ་སོ། འདི་ལས་དོན་ཆ་ཚང་ཡོངས་སུ་བསྒྲུབ་ཡོད་ཟེར་དུས་ལས་དོན་ཁོ་རང་ཡང་ལས་དོན་ཁོ་རང་ཡོངས་སུ་རྫོགས་པ་ཅིག་དང་མཐར་ཕྱིན་པ་ཙམ་གྱི་སྟོན་གི་རེད་མ་གཏོགས་ལས་དོན་འདི་ཉིད་བསྒྲུབ་པར་བྱེད་པ་པོ་ལས་དོན་དེ་ཉིད་སྒྲུབ་པར་བྱེད་པ་པོ་ཡོད་ཀྱང་འདྲ་མེད་ཀྱང་འདྲ་ལས་དོན་དེ་ཉིད་སྒྲུབ་པར་བྱེད་པ་པོ་དེས་བྱེད་པ་པོ་གཞན་དེའི་ངོ་སོ་བློ་ངོ་ལ་འཆར་བར་བྱེད་ཀྱི་མི་འདུག་བ་དེ་ཡིས་བསྒྲུབས་ཟེར་བའི་བྱ་ཚིག་དེ་གིས་ང་ཚོའི་བློ་ངོ་ལ། བྱེད་པ་པོ་གཞན་དེའི་ངོ་སོ་བློ་ངོ་ལ། འཆར་བར་བྱེད་ཀྱི་མི་འདུག་བ་ཤར་དུ་བཅུག་གི་མི་འདུག་བ་ཁོ་ལ་བརྟེན་ནས་ང་ཚོའི་བློ་ངོ་ལ་བྱེད་པ་པོ་གཞན་དེ་ཤར་གྱི་མི་འདུག་བ་བྱེད་པ་པོ་གཞན་ནི་ཡོད་ཀྱང་འདྲ་མེད་ཀྱང་འདྲ་ཡོད་མེད་ཀྱི་སྐད་ཆ་མ་ཡིན་པ་བྱེད་བྱེད་པ་པོ་གཞན་དེས་ཁོ་ཡོད་མེད་སྐད་ཆ་མ་རེད་ད་འཆར་མ་འཆར་འཆར་བར་བྱེད་མི་བྱེད་འདི་གིས། དེ་སོང་འདི་གི་ཨ་ནི་ལས་དོན་འདི་སྒྲུབ་པར་བྱེད་པ་པོ་གི་ཨ་བྱེད་པ་པོ་གཞན་འདི་གཉིས་དངོས་སུ་བློ་ངོ་ལ་འཆར་བ་བྱེད་ཀྱི་མི་འདུག་ཨ་འཆར་བ་མི་བྱེད་པ་ཡིན་པ་སོང་ཙང་ཨ་འདི་ག་རེ་ཡིན་ཟེར་ན་བྱེ་མའི་ལས་ཚིག་ཡིན། དེ་ག་ནང་ཞིག་ཕ་གི་གཉལ་གཉལ་ནུབ་ནུབ་བསུབ་བསུབ་དེ་ག་ནང་ཞིག་འགྲོ་ལམ་བཀག་འདུག་འགྲོ་ལམ་འགག་འདུག་གཉིས་ཀ་གཅིག་པར་བ་འགྲོ་ལམ་བཀག་འདུག་ཟེར་དུས་བྱེད་པ་པོ་གཞན་འདི་གཉིས་བློ་ངོ་ལ་དངོས་སུ་བློ་ངོ་ལ་འཆར་བར་བྱེད་ཀྱི་འདུག་ཨ་འདི་བྱ་ཚིག་འདི་གི་འདི་ཡིན་པ་སོང་ཙང་འདི་བྱེད་འབྲེལ་ལས་ཚིག་ཡིན། ཨ་ནི་འགྲོ་ལམ་འགག་འདུག་ཟེར་བའི་འདི་བྱ་ཚིག་འདི་གི་ག་རེ་ཟེར་ན་བྱེད་པ་པོ་གཞན་དངོས་སུ་བློ་ངོ་ལ་འཆར་བ་བྱེད་ཀྱི་མི་འདུག་ཨ་འཆར་བ་མི་བྱེད་པར་དང་ཁོ་ལ་བརྟེན་ནས་ང་ཚོའི་བློ་ངོ་ལ་བྱེད་པ་པོ་གཞན་ཡོད་ཀྱང་འདྲ་མེད་ཀྱང་འདྲ་མདོར་ན་ཤར་ཤར་གྱི་མི་འདུག་ཨ་འཆར་བར་བྱེད་ཀྱི་མི་འདུག་ཨ་དེའི་འབའ་སོང་ས་འདི་བྱེ་མའི་ལེ་ཚེ་ཡིན་ཟེར་ཨོ་འདུག་བྱས་ནས་མཐའ་བརྗོད་བྱེད་མཁས་པ་ཡོད་པའི་ཁྱད་པར་དྲུག་པ་དེ་ལྟ་དེའི་འདུག་ས་ནི་འདི་ལྟ་བུའི་ཁྱད་པར་དྲུག་གི་ཐོག་ནས་ད་ལྟ་བྱེ་བྲལ་ལེ་ཚེ་དང་བྱེ་མའི་ལེ་ཚེ་མཐའ་བརྗོད་བྱེད་ཁྱད་པར་ཡོད་པ་ད་དེ་ཁྱད་པར་ཡོད་པ་རེད་ད་ཁྱད་པར་ཡོད་པ་ཨ་འདི་ད་ཀྱི་གོང་དུ་དོན་གྱི་གོ་བ་གི་ཁྱད་པར་དེ་ཁྱེད་རྣམ་པ་གི་ཡག་པོ་ཅིག་མཁྱེན་སོང་བ་ཡིན་ན་ད་དེའི་གོ་བ་དེ་ཡང་ཡོད་པའི་ཐོག་ནས་འདི་ཁྱད་པར་ཡོད་པའི་ཁྱད་པར་དེ་བཞག་ན་དེ་ནི་ཨང་དང་པོའི་ནང་ནས་དང་པོ་ཆགས་འགྲོ་གི་ཡོད་རེད། ད་ད་ལྟ་གོང་དུ་བྱེད་སྒྲའི་ལས་ཚིག་དང་བྱེད་མའི་ལས་ཚིག་ཁྱད་པར་དེ་ལ་ཚིག་གི་ཁྱད་པར་དང། དོན་གྱི་ཁྱད་པར་དང་མཐའ་ཆོད་པའི་གི་ཁྱད་པར་ཟེར་ནས་ཁྱད་པར་རྣམ་པ་གསུམ་ཞུས་ཡོད། ད་ཁྱད་པར་རྣམ་པ་གསུམ་ཚེ་ཚང་ཞུས་ནས་དེ་དག་ཐམས་ཅད་ཀྱི་སྙིང་པོ་གཅིག་ཏུ་བསྒྲིལ་ནས་ཡང་ཤན་འབྱེད་ཀྱི་ཚུལ་དུ་མ་ཞུས་བྱས་ན་ད་ཚིག་མང་པོ་ཡ་མ་མང་པོ་ཞུས་མོ་གོ་ཅེས་ཐད་ཀར་ཐད་ཀར། མན་ངག་མཛུབ་བཙུགས་ཟེར་བ་ནང་བཞིན་བྱས་ནས་མཛུབ་མོ་བཙུགས་ནས་ངོས་འཛིན་བྱེད་ཐུབ་བས་ཀྱི་མན་ངག་དེ་འབྲེལ་གྱིས་ཞུས་པ་ཡིན་ན། ཨཱ། བྱེད་འབྲེལ་ལས་ཚིག་དང་བྱེད་མེད་ལས་ཚིག་གི་ཁྱད་པར་དེ་ག་འདྲས་ཀྱི་ཐོག་ནས་ཤན་འབྱེད་པ་རེད་ཟེར་ན། བྱེད་པ་པོ་གཞན་གྱིས་རྩོལ་བ་གནང་བ་དང་བྱེད་པ་པོ་གཞན་གྱིས་རྩོལ་བ་མི་གནང་བ། ད་དེ་གཉིས་ཀྱི་ཐོག་ནས་ད་བྱེད་འབྲེལ་ལས་ཚིག་དང་བྱེད་མེད་ལས་ཚིག་གི་ཁྱད་པར་ཏག་ཏག་ཁོ་རང་འཆད་འགྲོ་གི་རེད་ད་མང་པོ་ཞུ་མོ། ད་ག་བདག་གིས་གོང་དུ་ཞུས་པ་དེ་ཚོ་ཡང་མཁྱེན་པ་དེ་སྔོན་དུ་འགྲོ་དགོས་རེད་ད། མཁྱེན་པ་དེ་སྔོན་དུ་མ་འགྲོ་འདི་གཉིས་ལ་ཁ་བཏུགས་ཆོང་བཞག་ན་དེ་ནི་ཡང་ཡག་པོ་ཞིག་རག་རེད་གི་མ་རེད་བ། ད་ག་བདག་གིས་གོང་གི་ཚིག་དོན་མཐའ་ཆོད་པ་གསུམ་པོ་དེ་སྔོན་དུ་འགྲོ་ཚར་བའི་རྗེས་སུ། ཨཱ་ནི། ཚིག་རྡོག་རྡོག་གཅིག་གི་ནང་ལ་འཇུས་ནས་རྡོག་རྡོག་ལག་པ་ནང་ལ་རྡོག་རྡོག་གཅིག་ནང་ལ་འཁྱིལ་ནས། ཨ་ནི་གོ་བྱེད་བྲལ་ལེ་ཚེ་རེད་འདུག་ག་བྱེད་མེད་ལེ་ཚེ་རེད་འདུག་འདི་གཉིས་ཀྱི་ཁྱད་པར་ཤན་འབྱེད་དེ། ཁྱད་པར་ཤན་འབྱེད་དེ་ངོས་འཛིན་བདེ་བླག་ཉིད་དུ་བྱེད་ཐུབ་པ་ལ་ལྟ་འདི་ཡི་ཐོག་ནས་བྱེད་པ་པོ་གཞན་གྱི་རྩོལ་བ་སྣང་མི་སྣང་གི་ཐོག་ནས་འགྲོ་གི་ཡོད། བྱེད་པ་པོ་གཞན་གྱི་རྩོལ་བ་སྣང་བ་དང་བྱེད་པ་པོ་གཞན་གྱི་རྩོལ་བ་མི་སྣང་བ། ལྟ་འདི་གཉིས་ཀྱི་ཁྱད་པར་ཏག་ཏག་གོ་ར་འདི་ཡང་ཁྱད་པར་ཡོད་པའི་ཁྱད་པར་རེད་ད། བྱེད་པ་པོ་གཞན་གྱི་རྩོལ་བ་སྣང་བ་ཅིག་རེད་འདུག་ན་བྱ་ཚིག་གང་ཞིག་ཟེར་བ་ལྟ་དེ་ནང་ལ་བྱ་ཚིག་མང་པོ་འདུག་ཨ་དེ་བྱ་ཚིག། བྱ་ཚིག་གང་ཞིག་ཨ་ནི་བྱེད་པ་པོ་གི་རྩོལ་བ་སྣང་བ་ཅིག་རེད་འདུག་ན།

བྱེད་པ་པོ་གཞན་གྱི་བྱ་ཚིག་གང་ཞིག་བྱེད་པ་པོ་གཞན་གྱི་རྩོལ་བ་གནང་བ་ཅིག་རེད་འདུག་ན། བྱེད་འབྲེལ་ལས་ཚིག་ཡིན་པས་ཁྱབ་པ་དང་བྱེད་མའི་ལས་ཚིག་མ་ཡིན་པས་ཁྱབ་པ་ཟེར་ནས་ཕ། འདི་འདྲ་གཉིས་ཀ་ཡང་ཐག་ཆོད་ནས་དེ་ག་ནང་བཞིན་བྱ་ཚིག་གང་ཞིག་བྱེད་པ་པོ་གཞན་གྱི་རྩོལ་བ་མི་གནང་བ་ཅིག་རེད་འདུག་ན། བྱེད་མའི་ལས་ཚིག་ཡིན་པས་ཁྱབ། ཁྱེད་གསོལ་བ། བྱེད་པ་པོ་གཞན་གྱི་རྩོལ་བ་མི་གནང་བ་ཅིག་བྱེད་མའི་ལས་ཚིག་ཡིན་པས་ཁྱབ། བྱེད་འབྲེལ་ལས་ཚིག་མ་ཡིན་པས་ཁྱབ། འོ་དོ་ཞེས་ནི་དགག་ཕྱོགས་དང་སྒྲུབ་ཕྱོགས་གཉིས་ཀ་ལ་ཁྱབ་པར་ཡོད། ད་དེའི་འདུས་ས་ནི། དེ་ཁ་ད་གི་གོང་གི་གོ་བ་དེ་ཚོ་ད་འདི་ན་ལ་ཡོད་པ་ཞིག་ཆགས་ར་ནས་ཚིག། ཐུང་ཐུང་ཅིག་གི་ཐོག་ནས་ལས་སླ་པོ་ཆེ་ནས་ངོས་འཛིན་བྱེད་ན་དེ་ག་ན་ཞིག། དཔེར་ན། བསྒྲུབ་དང་སྒྲུབ་ཟེར་ཡོང་དུས། དེ། གཉིས་པོ་དེ་བྱེད་འབྲེལ་ལས་ཚིག་ག་རེད་བྱེད་མིན་ལས་ཚིག་ག་རེད་ཤན་འབྱེད་ཤོག་ཟེར་ན། ཨ་ལམ་སང་གོ་ར། འོ་དེ། སྒྲུབ་ཟེར་བ་དེ་བྱེད་འབྲེལ་ལས་ཚིག་ཡིན། ཡིན་པའི་རྒྱུ་མཚན་ག་རེ་ཟེར་ན་རྗེ་བོ་བོ་བཞིན་གྱི་རྩོལ་བ་གནང་གི་འདུག་ཏག་ཏག་གནང་གི་འདུག་བ། ཨ་སྒྲུབ་ཟེར་བ་དེ་ག་ཡིན་ཟེར་ན་བྱེད་མིན་ལས་ཚིག་ཡིན་བྱེད་མིན་ལས་ཚིག་ཡིན་པའི་རྒྱུ་མཚན་ག་རེ་ཡིན་ཟེར་ན་རྗེ་བོ་བོ་བཞིན་གྱི་རྩོལ་བ་མི་གནང་མི་གནང་བ་རེད་ཤག།

བྱེད་འབྲེལ་ལས་གཟིགས་ཆགས་འགྲོ་གི་རེད། བྱེད་པ་པོའི་རྩོལ་བ་མི་སྣང་བ་ཞིག་ན་བྱེད་མི་ལས་གཟིགས་ཆགས་འགྲོ་རུ་ཁོ་གཉིས་ཁྱབ་པ་ཡོད་རུང་དུས་འདི་ས་ནས་དེ་དགག་ཟེར་བ་དང་བྱེད་པ་པོའི་རྩོལ་བ་སྣང་ཡོང་གི་འདུག་བ་དེ་ཡིན་པ་སོང་ཚ་དེ་བྱེད་འབྲེལ་ལས་གཟིགས་ཡིན། དེ་དགག་ཟེར་དུས་བྱེད་པ་པོའི་རྩོལ་བ་མི་སྣང་བ་རེད་འདུག་སྣང་གི་མི་འདུག་བ་དེ་ཡིན་པ་སོང་ཚ་དེ་བྱེད་མེད་ལས་གཟིགས་ཡིན། ད་དེ་གཉིས་རང་གི་ཐོག་ནས་ཐག་གཅོད་བྱས་ནས་ཏག་ཏག་གོ་ར་འགྲོ་གི་རེད་ད། དཔེར་ན། འདི་རྟ་ཟེར་བ་དང་ནི་ཁ་ཚང་གོང་དུ་ཤི་ཡོ་བ་ཐོང་ཟེར་བ་དེ་དེ་ག་ནང་བཞིན་གྱི་ནི་ཉན་ཟེར་བ་དེ་དང་ཐོས་ཟེར་བ་དེ་དེ་ག་ནང་བཞིན་གྱི་ནི་བྱང་ཟེར་བ་དེ་དང་ཤེས་ཟེར་བ་ད་དེ་ལ་སོགས་པ་དང་བྱ་ཚིག་ཡང་ཀ་ལི་ཁ་པོ་ཁ་ཤས་ཀྱི་ཡོད་རོ། འདི་འདི་འདི་རྟ་ཟེར་བ་དེ་བྱེད་འབྲེལ་ལས་ཟེར་རེད་བྱེད་མེད་ལས་ཟེར་རེད་ཟེར་ན་བྱེད་པ་པོའི་རྩོལ་བ་གནང་གི་འདུག་མི་འདུག་བརྟག་དགོས་རེད། བྱེད་པ་པོ་གི་འདི་རྟ་ཟེར་དུས་ལམ་སང་བྱེད་པ་པོའི་རྩོལ་བ་གནང་གི་འདུག་བ་དེ་ཡིན་པ་སོང་ཙང་བྱེད་འབྲེལ་ལས་ཟེར་ཡིན་པས་ཁྱབས།

བྱ་ཚིག་དེ་ལ་བརྟེན་ནས་ཁ་འདོན་དཔེ་ཆ་ལ་སོགས་པ་ང་ཚོ་གི། དཔེ་ཆ་གི་དེབ་ཀྱི་ནང་ལ་ཡོད་པའི་བྱ་ཚིག་དེ་ལ་བརྟེན་ནས་སོ་སོ་གི་བློ་ངོར་ལ་བྱེད་པ་པོའི་རྩོལ་བ་དེ་སྣང་གི་འདུག་མི་འདུག་བརྟག་བར་བལྟ། བྱ་ཚིག་དེ་ལ་བརྟེན་ནས་བྱེད་པ་པོའི་རྩོལ་བ་སྣང་གི་འདུག་ན་དེ་བྱ་ཚིག་དེ་བྱེད་སྒྲའི་ལས་ཚིག་ཡིན་ལ་ངོས་འཛིན་བྱ་བར། བྱ་ཚིག་དེ་ལ་བརྟེན་ནས་བྱེད་པ་པོའི་རྩོལ་བ་སྣང་གི་མི་འདུག་ན་མི་སྣང་བ་ཅིག་རེད་འདུག་ན་བྱེད་མེད་ལས་ཚིག་ཡིན་ལ་བར། དེ་ཡིན་དུས་ཤེས་གསལ་ཡོང་དུས་ད་དེ་ཤེས་གསལ་དེ་བྱ་ཚིག་དེ་ལས་ན་དེ་བྱ་ཚིག་ད་ཡིན་པ་ཞིག་ཆགས་འགྲོ་བར། ད་དེ་བྱེད་སྒྲའི་ལས་ཚིག་རེད་བྱེད་མེད་ལས་ཚིག་རེད་ག་འདྲས་བརྟག་བར་ཟེར་ན་བྱེད་པ་པོའི་རྩོལ་བ་སྣང་གི་འདུག་མི་འདུག་བརྟག་བར།

ཨ་ཤེས་འཇལ་དེ་བཞག་ཐུབ་ཀྱི་རེད་དེ་འདྲས་བཞག་དགོས་རེད། ད་དེའི་ཐོག་ནས་དེ་རིང་གི་ལེ་ཚན་འདིའི་ནང་ལ་དོན་དག་ཐོག་ཏོག་སྙིང་པོ་ག་རེ་ཞུས་ཡོད་ཟེར་ན། བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གཉིས་ཀྱི་ཁྱད་པར་དེ་མ་ཞུས་ཡོད། ཁྱད་པར་ཞུ་དང་ཞུ་ལུགས་དེ་ལ་ཡང་ཚིག་གི་སྒོ་ནས་ཁྱད་པར་དོན་གྱི་སྒོ་ནས་ཁྱད་པར་ཐག་ཆོད་པའི་སྒོ་ནས་ཁྱད་པར་ཟེར་ནས། བྱེད་དང་བྱེད་ལུགས་རྣམ་པ་གསུམ་གྱི་སྒོ་ནས་ཞུས་ཡོད། ཚིག་གི་སྒོ་ནས་ཁྱད་པར་དེ་ཞུས་ཡོད་འདོད་ཡིན་ན་ཡང། ཚིག་གི་སྒོ་ནས་ཁྱད་པར་དེ་ལ་ཡང་ཟུང་བཞི་ཡ་བརྒྱད་ཞུས་ཡོད། དོན་གྱི་སྒོ་ནས་དོན་གྱི་གོ་བ་གི་སྒོ་ནས་ཁྱད་པར་ཞུས་ཡོད་དུས་ཟུང་བཞི་ཡ་བརྒྱད་ཞུས་ཡོད། གསུམ་པ་མཐའ་ཆོས་ཅན་ཁྱབ་པ་ཡོད་པའི་ཁྱད་པར་དུ་ཞུས་ཡོད་དུས་ཟུང་དྲུག་ཡ་བཅུ་གཉིས་ཀྱི་ཐོག་ནས་མ། ཞིབ་ཅིང་ཕྲ་བ་ནས་མ་ཞུས་བཞག་ཡོད། ད་འདི་ཡག་པོ་ཅིག་མཁྱེན་སོང་བ་ཡིན་ན་བྱེད་སྒྲའི་ལས་ཚིག་འདི་གསུམ་པོ་འདི་ཡག་པོ་མཁྱེན་ན། བྱེད་འབྲེལ་ལས་ཚིག་དང་བྱེད་མེད་ལས་ཚིག་གི་ཁྱད་པར་དེ་ད་གཙང་མ་གཙང་རྐྱང་གཅིག་ད་ཆགས་འགྲོ་གི་རེད། མཐའ་མ་དེ་ལ། བྱེད་འབྲེལ་ལས་ཚིག་དང་ད་དེ་ཚོ་ཞུས་བཞག་པ་ཚང་མ་དོན་དག་ཐོག་ཐོག་རེ་སྙིང་པོ་གཅིག་ཏུ་བསྒྲིལ་ནས་མཐའ་མ་དེ་ལ་བྱེད་འབྲེལ་ལས་ཚིག་དང་བྱེད་མེད་ལས་ཚིག་གི་ཤན་འབྱེད་ཚིག་ཉུང་ཉུང་གཅིག་གི་ཐོག་ནས་ལབ་པ་ཡིན་ན། བྱེད་པ་པོ་གཞན་གྱི་རྩོལ་བ་གནང་མི་གནང་གི་ཐོག་ནས་བྱེད་འབྲེལ་ལས་ཚིག་དང་བྱེད་མེད་ལས་ཚིག་ག་རེ་ཡིན་མིན་གྱི་ཁྱད་པར་དེ། ཁྱབ་པ་ཡོད་པ་ཅིག་གི་ཐོག་ནས་འཆད་ཐུབ་ཀྱི་རེད་ཟེར་ནས་འོ་དེ་ཞུས་ཡོད།